གཡས་བརྒྱུད་ལས་དེ་ནས་གཟའ་ཨར་ཆུ་བོའི་ཚོགས་ཕག་བརྒྱུད་དེ་དེ་ནས་བཞེས་རིན་པོ་ཆེ། དེ་ནས་རྣམ་ཐར་མཉེས་ན་མཛེས་མཁན། སེར་ན་མཛེས་མཁན་ཚང་མ་ལ་དེ་རིང་ཡང་ཚང་མ་ལ་མཇུག་ལས་བཞུགས་ཡོད། དེ་ནས་ཡིག་གསང་ངུར་ལ་ངས་ཉིན་ཞག་མ་གསར་བུ་བརྒྱུད་དེ་བརྒྱུད་དུ་ཡོད། དེ་ནས་ངག་རྫོགས་ཚེ་མི་ཕར་པར་བྱེད་ཀྱི་དེ་ནས་གཞན་རིན་པོ་ཆེ་གི་རྣམ་ཐར་དེ་ན་ནས་རྣམ་ཐར་གསང་བའི་རྣམ་ཐར་ལ་སོགས་པའི་རྣམ་ཐར་དེ་ནས་བཞུགས་ཐུབ་བྱེད་ཅིག་དང་བཞུགས་དེ་ཚར་བཤད་ཅིག་ཡང་མ་ནི་མེད་ཀ། དང་པོ་ན་བཞུགས་ཐུབ་བྱེད་ནུས་པ་དང་བོ་པ་ཡང་མེད་ཀ་ཡིན་ན་ཡང་དེ་ནས་ངའི་ངུ་ལ་བཞུགས་རྫོགས་ཚེ་གཞན་རིན་པོ་ཆེ་རྣམ་ཐར་འོ་ཉི་ཤར་འགྲེལ་བྱེད་བཞུགས་བརྒྱ་ལ། དེ་ནས་བཞེས་རིན་པོ་ཆེ་རྣམ་ཐར་དད་པའི་འཇུག་ངོགས། བཞེས་རིན་པོ་ཆེ་རྣམ་ཐར་རྫོང་ཁ་རྒྱལ་ཕྱུག། དེ་ནས་བཞེས་རིན་པོ་ཆེ་རང་གིས་དེ་ནས་བསླབ་པ་སློབ་གཉེར་མཛད་དང། རྡོ་རྗེ་བདུན་ལེགས་མ། དེ་ནས་བཞེས་རིན་པོ་ཆེ་གི་རྣམ་ཐར་ནང་ནས་དེ་ནས་གསང་བའི་རྣམ་ཐར། དེ་སྔ་གཙོ་ཆེ་བཞེས་རིན་པོ་ཆེའི་གསན་བཞེས་སྨོན་ལམ། སྔོན་ལ་བསམ་བློ་དང་ལྡན་པའི་ཉིས་ཆ་ཚང་མ་བཞུགས་ཡོད། དེ་ནས་ད་སྔའི་ཉིས་ཆ་ཚང་མ་ཙོང་ཁ་རྒྱལ་རྒྱུ། དེ་ནས་བསྟོད་པའི་ནང་ནས་གཞིར་བཞག་སྟེ་ཉིས་ཆ་ཚང་མ་དེ་ནས་སངས་རྒྱས་རིན་པོ་ཆེ་དང་པོ་གང་དུ་འཁྲུངས་ཟེར་ན་དེ་ནས་མདོ་སྨད་མདོ་སྨད་ནང་ནས་ཙོང་ཁའི་ཡུལ་དུ་འཁྲུངས། འཁྲུངས་པའི་དེ་ནས་ལོ་དེའང་དེ་ནི་བྱ་ལོ། བྱ་ཡི་ལོ་ལ་འཁྲུངས། དེ་ནས་ཁོང་ངའི་ཡར་བའི་མཚན་ལ། ཡབ། ཀླུ་འབུམ་ལྟར་ཁ་ཆེ་ཡང་ན་ཀླུ་འབུམ་རྒས། དེ་ནི་ཁོང་གི་ཡུམ་ཡང་ན་ཨ་མའི་མཚན་ལ་ཤིང་བཟའ་ཨ་ཆོས། དེ་ནི་ཁོང། དེ་ནི་འཁྲུངས་བའི་ཉིན་མོ་ལ། དེ་ནི་ཆོས་རྗེ་དོན་གྲུབ་རིན་ཆེན། དེ་ནི་ཁོང་འཇའ་ལས་བཤོས་ཏེ། དེ་ནི་ཕྲུ་གུ། དེ་ནི་ཨ་མ་ནི། དེ་ནི་འཁྲུངས་མ་དང་པའི་ཕྲུ་གུ་འཇའ་ལས་བཤོས་ཏེ་ཁོང་ལ་ཁྲུས་གསོལ་དང། བྱིན་རྟེན་བྱིན་རླབས་མཛད། བྱིན་རླབས་མཛད་པར་མ་ཟད་དེ་ནི་དེ། དེ་ནི་གཞོན་ནུ། བཤད་མ་ཐག་པ་དེ་ནི་མ་འོངས་པ་ན་དེ་ནི་སངས་རྒྱས་བསྟན་པ་གསར་བར་བཅད་པས། དེ་འདྲའི་སྐྱེས་ཆེན་དམ་པ་ཞིག་ཡོང་བར་ཤོག་ཅེས་ཐུན་མོང་ཞབས་འཇུག་མང་མང་པོ་མཛད། དེ་ནི་ཆོས་རྗེ་དོན་གྲུབ་རིན་ཆེན། ཁོང། དེ་ནི་བོ་དེ་གྲོངས་པའི་ནང་ལ་དེ་ནི་དྲུག་གོ། དེ་ནི་འཁྲུངས་མ་ཐག་པ་ཞིག་འཇའ་ལས་ཤོད་ཅིག་རྒྱུ་མཚན་པོ་ཅི་ནོ་ཞུ་ན་དེ་ནི་ཆོས་རྗེ་དོན་གྲུབ་རིན་ཆེན། ཁོང་རང། ཅེས་དང་ནི་མདོ་སྨད་ཨ་མདོ་གཏམ། དེ་ནི་དབུས་གཙང་ལ་ཤོད་དེ་ནས་ནི་མདོ་སྔགས་གཞུང་ལུགས་རྒྱ་ཆེན་པོ་ལ་སློབ་གཉེར་མཛད། མཁས་པ་དང་སྤྲུལ་པའི་གོ་འཕང་ཐོབ། ཐོབ་སྟེ་དེ་ནས་ཡང་མདོ་སྨད་ཕྱོགས་ལ་ཤོད་དེ་དེ་ནས་ཁོང། དེ་ནས་ཙོང་ཁའི་དགོན་པ་ཅིག་ནང་ལ་དེ་ནས་སྒྲུབ་པ་ཉམས་ལེན་མཛད་དེ་འདི་བཞུགས་སྡོད་ཀྱིན་འདུག། དེ་ནས་ཁོ་ངའི་རེག་སྟངས་དེ་ནས་གསོ་བ་ཐབས་བྱེའོ། ད་ང་ཚེ་འདི་ལ་དེ་ནས་ཧྥལ་རྡོ་རྗེ་འཇིགས་བྱེད་དངོས་སུ་མཇལ་ཐུབ་པ་ཅི་དང་མཇལ་བར་ཡོང་བར་ཤོག་ཅེས་ཐུན་མོང་ཞབས་འཇུག་མཛད་དེ་གྲུབ་པ་ཉམས་ལེན་མཛད་རྒྱ་ལ་དེ་ནས་དགོངས་དག་ཉི་མ་གཅིག་ལ་ཁོང་ལ་ལུང་བསྟན་གྱི་ཚོགས་ཤིག་བྱུང་སྟེ། དེ་ནས་ཁྱེད་རང་ཧྥལ་རྡོ་རྗེ་འཇིགས་བྱེད་དངོས་སུ་མཇལ་ཉེན་ཡོད་ན་དེ་ནས་ཐོ་རེངས་ངམ་མོ་ཨ་ནི་གྲོང་པའི་མདའ་གསུངས། མོ་ལྡེ་དེ་ནི་ལུང་བསྟན་གྱིས་བྱུང། དེ་ནས་ཆོས་རྗེ་དོན་གྲུབ་རིན་ཆེན་ཁོང་དེ་ནི་ལུང་བསྟན་པོ། གཞིར་བཞག་སྟེ་དེ་ནི་ཐོ་རེངས་སྔ་མོ་ནས་དེ་ནི་བྱིན་རྟེན་དང་བྱིན་རླབས། དེ་ནི་འཇའ་དར། ནམ་དེ་དུ་ཡུལ་ལ་བསྐྱོད་གྱ་ལ་དེར་གྲོངས་པ་གཅིག་ལ་དེ་ནི། དེ་ནི་བུ་ཚ་ཞིག། སྐྱེས་པ་ཁོང་ལ་སེམས་པ་ཟེར་ནས་དེ་ནི་ཁོང་གི་ཐག་གཅོད་དེ་ད་ཡིག་དྲུག། དེ་ནི་བྱིས་པ་བཤད་མ་ཐག་པའོ་ཐག་གཅོད་དེ་དེ་ནི་ད། དཔལ་རྡོ་རྗེ་འཇིགས་བྱེད་ཀྱི་རྣམ་སྤྲུལ་སྤྲུལ་པ་ཡིན་པ་ཐག་ཆོད་ནོ་བསམ་སྟེ་ཁོང་འཇའ་ལས་བཞུད། འཇའ་ལས་བཞུད་དེ་དེ་ནས་ཁྲུས་སོགས་དང་རབ་གནས་བྱིན་རྟེན་སྩལ་ནས་དེ་ནས་ཕ་མ་དབུལ་ལ་དེ་ནས་ཕྲུ་གུ་མ། སངས་མ་གཉན་པོ་གསོ་སྐྱོང་ཇོ་མོ་ལས་བཀའ་སློབ་བསླབ་བྱ་མང་པོ་སྩལ་ཏེ་དེ་ནས་ཁོང་ལོག་དེ་ཞོ་ཁ། དེ་བཏིང་ནས་དེ་ནས་དེ་ཕྲུ་གུ་དེ་ནས་ལོ་གསུམ་ལོན་བརྒྱ་ལ་ལོ་གསུམ་ལོན་ཚེ། དེ་ནས་ཡང་སྤང་རྟོགས་ཀྱི་གོ་འཕང་མཐོན་པོར་ཞུགས་མཁན་དེ་ནི་སྤངས་པའི་སྤངས་པ་དང་རྟོགས་པ་ལྷག་པར་དུ་རྟོགས་པའི་གོ་འཕང་མཐོན་པོར་ཞུགས་མཁན་དེ་ནི་ཀརྨ་པ་རཱོ་པེ་ཏོ་ཞེས་ཁོང་ངས་དེ་ནས་ཕྲུ་གུ་ཆུང་ཆུང་བུ་ལོ་གསུམ་ལ་ལོན་རྒྱག་ལ། དེ་ནས་དགེ་བསྙེན་གྱི་སྡོམ་པ་གསལ། དགེ་བསྙེན་གྱི་སྡོམ་པ་གསལ་བས་དེ་ནས་བཞེས་རིན་པོ་ཆེ་ཁོང་ངས་དགེ་བསྙེན་སྡོམ་པ་ལ། རི་གཉན་རི་གཉན་གྱི་མཚན་ལ་དགུན་ཁ་སྙིང་པོ་བྱུང། དེ་ནས་ལོ་དྲུག་ལ། ལོ་བདུན་ལ་ཁོང་དགུང་ལོ་བདུན་ལ་བསྐྱོད་རྒྱ་ལ། བདུན་པའི་དུས་སུ་དོན་གྲུབ་རིན་ཆེན་དང་མཛད་དེ་ནས་ཆོས་རྗེ་དོན་གྲུབ་རིན་ཆེན་ཁོང་མཁན་པོ་དང། དེ་ནས་ཁོང་གི་ཆོས་གྲོགས་གཅིག་གིས་རྡོ་རྗེ་སློབ་དཔོན་མཛད་དེ་དེ་ནས་ཁོང། དེ་ནས་ལ་དགེ་ཚུལ་གྱི་སྡོམ་པ་བསལ། དེ་ནས་དགེ་ཚུལ་གྱི་སྡོམ་པ་བསལ་བའི་སྟེང་ནས་དེ་ནས་བློ་བཟང་གྲགས་པ་བཞུགས་ན་དེ་ནས་གཞས་རིན་པོ་ཆེ་དགེ་ཚུལ་ལས་ཚན་ཡང་ན་རབ་བྱུང་གི་མིང་ནོ། དེ་ནས་ཆོས་རྗེ་དོན་གྲུབ་རིན་ཆེན་ནས་དེ་ནས་ཁོང་ཁོ་ན་ངས་བཞུགས་སའི་དགོན་པ་དེ་ནས་ཁྲིད་དེ་བསྐྱོད་དེ་དེ་ནས་ལ་བ་སློབ་གཉེར་མཛད་རྗེས་བཀའ་སློབ་བསགས་རྗེས། ཉམས་རྟོགས་ཉམས་དཔོག་དེ་ནི་ཁོང་ལོ་ཆུང་ཆུང་རྒྱུའི་དགུང་ལོ་བདུན་ཡིན་ན་ཡང་དེ་ནི་ཁོང་ངས་ཁོང་ལ་དེ་ནི་ཆོས་སྤྱོད་བསྟན་འགྲོ་རིན་ཆེན་ནི་དེ་ནི་དབང་ལུང་མན་ངག་མང་པོ་ཡི་ས་བོན་ནི་གཙོ་བོ་དབང་ཧུར་མང་པོ་ཟད་དེ་ནི་དབང་ཧུར་བའི་གཏིང་ནས་དེ་ནི་གཞན་རིན་པོ་ཆེ་གི་གསང་མཚན་ཡང་ན་གསང་བ་སྔགས་ཀྱི་མཚན་ལ་དེ་ནི་དོན་ཡོད་དོ་ཞེས་བཞུགས་ནོ། དེ་ནས་ཏཱ་ལ་དེ་བཞེས་རིན་པོ་ཆེ་ལ་མཚན་གསུམ་སོང་མ་སོང་དེ་དང་པོ་གྱེས་དེ་ན་ཀུན་དགའ་སྙིང་པོ། གྱེས་དེ་ན་ཁོང། དེ་ནས་ཐོག་མར་ནི་ཁོ་ངའི། དགེ་བསྙེན་གྱི་མཚན། ལོ་བཟང་གྲགས་པ་དེ་ནས་ཁོང་རབ་ཏུ་བྱུང་བའི་རབ་བྱུང་གི་མཚན། དོན་ཡོད་རྡོ་རྗེ་དེ་ནས་ཁོང་དཀྱིལ་འཁོར་དུ་དབང་བསྐུར་བའི་སྟེང་ནས་དེ་ནས་གསང་མཚན་ཡང་ན་གསང་སྔགས་ཀྱི་མཚན་པོ་དོན་ཡོད་དོ་ཞེས་གསུངས་པ་སེམས་ནི་མཚན་གསུམ་ཡོ་ག་ཁུངས། དང་པོ་དེ་ནི་དགེ་བསྙེན་གྱི་མཚན། གཉིས་པ་དགེ་ཚུལ་གྱི་མཚན། དེ་ནི་གསུམ་པའོ་ཁྱེད་ན་བཟང་མཚན་དོན་ཡོད་དོ་ཞེས་ཟེར། དེ་ནི་དེའི་སྟེང་ནས་དག་བཞེས་རིན་པོ་ཆེ་དགུང་ལོ་བཅུ་དྲུག་ལ་ཤོས་བརྒྱད་ལ་དེ་ནི་ཁོ་ངའི་བླ་མ་དེ་ནི་ཆོས་རྗེ་དོན་གྲུབ་རིན་ཆེན་ནས་དེ་ནི་ད་ཁྱེད་རང་དབུས་གཙང་ཕྱོགས་ལ་དེ་ནི་སློབ་གཉེར་ལ་ཤོད་ཅིག། དུས་ཚོད་རན་ཏེ་ནོ། དེ་ནས་འུ་ཚང་ཕྱོགས་ལ་བཤོས། འོ་ཤོས་ནོ་ཟེར་ཏེ། དགའ་སློབ་ཚར་བ་མ་ཟད། དེ་ནས་གཞས་རིང་པོ་ཅིག་གོང་དྲངས་ཡང་ཆུང་ཆུང་ནས་ཕར་ལ་བཏགས། ང་འུ་ཚང་ཕྱོགས་ལ་དེ་ནས། སློབ་སྦྱོང་དང་སློབ་གཉེར། ཅོག་ཆེན་བསམ་པའི་དེ་ནས། གོང་ལ། གྲོ་ཤུག་བོ་ལོ་ཆུང་ཆུང་ནས་ཡོད་ག་སོང་པ་ཟེར་ནས་གོང་དྲངས་རང་གི། དུག་མདུན་དང། དེ་ནས་གོང་གི་རྩ་བའི་བླ་མ། ཆོས་རྗེ་དོན་གྲུབ་རིན་ཆེན་གྱི་བཀའ་སློབ། ཉིད་ལ་དེ་ནས་དེ་ནས་ཁོང་དབུས་གཙང་ཕྱོགས་ལ་བཤོས། དབུས་གཙང་ཕྱོགས་ལ། མ་བཤོས་ཏེ་ངུར་ལ་དེ་ནས་འཁོར་ལོ་ཆུང་ཆུང་ཡར་ལ་དེ་ནས། གསང་བའི་བདག་པོ་ཕྱག་ན་རྡོ་རྗེ་དང། དེ་ག་ཚོགས་རྫས་ནི་ཇོ་བོ་རྗེ་བ་དན་ཨ་ཏི་ཤ་ལ་སོགས་པ། མང་པོ་ཞིག་ཞལ་གཟིགས་བྱུང། དེ་རྣམས་ཀྱི་ཞལ་གཟིགས་དང་བྱིན་རླབས་ལ་བརྟེན་ནས་དེ་ནས་ཁོང་དབུས་གཙང་ཕྱོགས་ལ་བཤོས་བཤོས་ཏེ་དང་པོ་ཁྱེད་དེ་ན་དེ་ནས། ག་གུལ་གྱི། མཁས་པ་ཆེན་པོ་རྗེ་སྤྱན་སྔ་བ། ཁོང་འཇལ། འཇལ་ཏེ་དེ་ནས་བཀའ་བརྒྱུད་ཀྱི་དེ་ནས་མདོ་ཕྱོགས་ཀྱི་གཞུང་མང་པོ་ལ་སྦྱངས་པ་མཛད། དེའི་སྟེང་ནས་ཁོང་ས་སྐྱ་ཉེ་ཐང་དང་ས་སྐྱ་ཕྱོགས་ལ་བསྐྱོད་དེ་དེ་ནས་ཕ་ཚད་མ་ཚད་མ་ནམ་འབྲལ་ལ་སོགས་པའི་དེ་ནས་ཚད་མའི་གཞུང་ལ་རྒྱ་ཆེན་པོ་སྦྱངས་པ་རྒྱ་ཆེན་པོ་མཛད། དེ་ནས་དེ་ཡིས་ཀྱང་སྦྱངས་པ་རྒྱ་ཆེན་པོ་མཛད་པའི་སྟེང་ནས་དེ་ནས་ཁོང་ངས་བཀྲ་ཧོར་མཛད་བཀྲ་ཧོར་མཛད་ན་ད་ནི་དགོན་པ་སོ་སོ་སོ་སོ་བོན་ཧ་བར་བཟང་གཙོ་ཟིན་ན། དེ་ནས་ཁྱད་པར་གྱི་དཀར་ཤང་དགོན་པར་བསྐྱོད་དེ་དམ་བཅའ་བཞག་ཅིག་དེ་ནས་གར་བྱེད་དགེ་འདུན་པ་དགོན་ནས་དེ་ནས་གཞུང་ལུགས། ཆེ་ཆུང། སྣ་ཚོགས་པའི་སྟེང་ནས་ཁོང་ལ་དེ་ནས་རྩོད་པ་ཕུལ། ཅེས་དེའི་ཐིག་ནས་དོང་སྟེ་གཙོ་སར་བསྐྱོད་དེ་དོང་སྟེ་དགོན་པར་དམ་བཅའ་མཛད་དེ་དེ་ནས་ཡང་ཁོང་ལ་ཡང་དོང་སྟེ་དགེ་འདུན་པ་རྣམས་ཀྱིས་རྩོད་པ། དང། འདིར་རྩོད་པ་ཕུལ་ཆེ་དེ་ཨ་ན་ཅིང་ཕུག་ཏལ་དང་མུ་ནེ་དང་རང་འདོམ་དང་འབར་ལྡན་དང་སྟག་རིག་དམུ་ཚོགས་སེ་དེ་ནས་བཟུང་སྐུ་ཚོགས་ཀྱི་དགོན་པ་ཚང་མ་ལ་བསྐྱོད་དེ་དེ་ནས་དགོན་པ་དེ་དང་དེ་ན་དམ་བཅའ་བཞག་པའི་སྟེང་ནས་དེ་ནས་ཁོང་དེ་ནས་མདོ་ཡི་ཕྱོགས་ལ་བས་མཁས་པ་དེ་ན་ནི་མ་ནི་ཚད་མའི་ཐོག་ལ་ཤིན་ཏུ་མཁས་པ་ཡིན་ནོ་མོ་ཟེར་དེ་འདིར་ཚང་མས་དེ་ནས་གཞན་རིན་པོ་ཆེ་གི་མཚན་དྲག་པོ་མཚན་སྙན་དྲག་པོ

འགོ་ཚུགས་པ་ཙམ་དུ་མ་ཟད་དེ་ནི་དབུ་མའི་གཞུང་དེ་ནི་ད་གཞི་མགོན་པོ་ལྷུན་གྲུབ་ཀྱིས་བཙུགས་པའི་རིགས་ཚོགས་ལྔ་ཡང་ན་རིགས་ཚོགས་ལྔའམ་དྲུག་དེ་ནི། ལོ་མོན་ཟླ་བ་གྲགས་པ་མཛད་པའི་དབུ་མ་འཇུག་པ་དང་འཇུག་པ་རྩ་འགྲེལ་དེ་ནི་སངས་རྒྱས་བསྐྱངས་ཀྱིས་མཛད་པའི་གཞུང་ཆེན་དང། དེ་ནི་ལེགས་ལྡན་འབྱེད་ཀྱིས་མཛད་པའི་གཞུང་ལ་སོགས་པ། བུད་དྷ་པ་ལི་ཏཱ་ལ་སོགས་པས་ནི་གཞུང་མང་པོ་ལ་སློབ་གཉེར་མཛད། དེ་ནི་སློབ་གཉེར་མཛད་པའི་རིང་ལ་དེ་ནི་ཁོང།

དེ་ནས་ཡིན་ན་ཡང་དེ་ནས་ཁོང་གིས་སྨྲས། གཟུངས་འབུལ་རྒྱ་ཆེན་པོ། དེ་ནས། དེ་ནས་ཁོང་དབུ་མའི་གཞུང་ལ་སློབ་གཉེར་མཛད་བཞག་ལ་དེ་ནས་ཁོང་ལ་ཡང། དེ་ནས་མགོན་པོ་ཀླུ་འབྲུག་ལ་སོགས་པ་ཞལ་བཞེས་འབོ་གསང་བའི་རྣམ་ཐར་ན་བཀའ་ཟུར་གྱི་གསུང་དོན་ཁག་ཞུ་ན། རྒྱ་མཚོའི་ཀླུ་འབྲུག་རྗེ་བཙུན་སངས་རྒྱས་བསྐྱངས། འཕགས་པ་ལ་དང་དཔལ་ལྡན་ཟླ་བའི་ཞབས། ན་སྦྱོར་དབང་ཕྱུག་ཀླུ་ཡི་བྱང་ཆུབ་རྣམས། མངོན་སུམ་གྱུར་ནས་རྒྱུན་དུ་རྗེས་བཟུང་བ་དཔལ་ལྡན་བླ་མའི་ཞབས་ལ་གསོལ་བ་འདེབས། ཅེས་དེ་ནས་ཁོང་དེ་ནས་དབུ་མའི་གཞུང་ལ་སློབ་གཉེར་མཛད་བཞག་ལ་དེ་ནས་ལུང་སྒྲུབ་ལ་སོགས་པའི་དེ་ནས་ཡབ་སྲས་ལྔ། ཞལ་གཟིགས། ཏུ་ཁོང་ཀུན་ཞལ་གཟིགས་གནང་ཡང་ད་དུང་དེ་ནས་ཁོང་ལ་དེ་ནས་དབུ་མའི་ལྟ་བའི་དོན་དག་པོ་ཧ་གོ་བྱེད་ལ་ཏུ་རུང་ཡང་མ་ནི་ཁོང་ལ་ཨོ་བརྒྱལ་མང་པོ་ཞུ་དཀའ། དེ་དེ་ཚིག་ནི་ད་ཁོང། དེ་ནི་དེ་ད་དུང་ཡང་ཁོང་དབུ་མའི་དོན་དེ་ནི་ཟབ་མོ་སྟོང་པ་ཉིད་ཀྱི་དོན་དེ་ནི་ཅི་ལྟ་བ་བཞིན་མཁྱེན་བྱས་ལ་དེ་ནི་ཁོང་ལ་དབལ་མང་པོ་བྱུང་བའི་ཧབ་བྱས་ལ། དེ་ནི་ཉི་མ་རྗེས་ཁོང་ལ་དེ་ནི་ལོ་བོན་སངས་རྒྱས་ཀྱང་དེ་ནི་བཞག་ཟེར། དེ་ནས་བསྟན་བཞག་མཛད་པའི་ཚིག་པོ་གསང་ཡེ་རྣམ་དག་ན་ག་ཚུལ་བརྗོད་དགག་བཞུགས་ན། རྒྱལ་སྲས་ཀླུ་འགྲུབ་ཡབ་སྲས་གཙོ་འཁོར་ལྔ། ཟབ་མོ་བསྟན་འབྱུང་གཏམ་གྱིས་འགྲོ་བ་མཛད། ཅེས་དེ་ནས་ཉི་མ་གཅིག་ཁོང་ལ་གཟིགས་རྔམ་གཅིག་ལ་དེ་ནས་མགོན་པོ་ཀླུ་འགྲུབ་དང་སངས་རྒྱས་མཁྱེན་ཡང་དག་བ་གྲགས་པ་དང་ལག་སོགས་པའི་ཡབ་སྲས་ལྔ་ག། དེ་ནས་སྟོང་པ་ཉིད་ཀྱི་དོན་ལ་དེ་ནས་ཁོང་གི་འགྲོ་གླེང། དེ་ནས་བཀའ་བགྲོལ་མཛད་མཁན་གྱི་མཇལ་ལྷག། སྦྱར་བ་ཙམ་དུ་མ་ཟད་དེ་ཡི་ནང་ནས་དཔལ་ལྡན་སངས་རྒྱས་ཤཱཀྱ་བྷས་བྱིན་ལ་འཕགས་པའི་དགོངས་པ་འཁྲུངས། དེ་ནས་ཡབ་སྲས་ལྔའི་ནང་ནས་དེ་ནི་རྩེ་བྷི་ཡེ་ཤེས་སྐུ་གཟུགས་རིང་པོ་ཡིན་མཁན་ཞིག་ལ། དེ་ནས་ཁོང་གི་སྐུ་མདོག་གོ་རྩེ་བྷི་ཡེ་ཤེས། རྩེ་བྷའི་ངོ་ནག། ཡང་ན་ངོ་སངས་སངས་ཡོད་མཁན་ཞིག་དེ་ནང་ནས་བཞེངས་ཏེ་དེ་ནས་ཁོང་ངའི་དབུ་ཐོག་ལ། དེ་ནས་རྒྱ་གར་གྱི་དཔེ་ཆ་རྒྱ་དཔེ་སྦྱིན་ལ། དེ་ནས་ཕྱག་དཔེ་གྱིས་ཁོང་གི་དབུ་ལ། དེ་ནས་ཐུག་པས་དེ་ནས་ཁོང་ན་བ་ཞིག་བྱུང། བྱུང་བས་དེ་ནས་ཐོ་རེངས་ང་མོ་དེ་ནས་ཡང་ཡུལ་ལས་མི་གཅིག་གིས། དེ་ནས་གཞན་རིན་པོ་ཆེ་ལ་དེ་ནས་ཕྱག་དཔེ་གྱིས་བུ་ལྷག། དེ་ནས་ཕྱག་དཔེ་བུ་ཡལ་ལ་དེ་ནས་ཕྱག་དཔེ་བུ། བཞག་བྱས་གལ་ལ་དེ་ནི་ཕྱག་དཔེ་པོ་གལ་ཏེ་ན་ད་བུདྡྷ་པ་ལི་ཏཱ་ཡིན་ག་སངས་རྒྱས་ཀྱང་རང་གིས་རྩོམ་མཛད་པས་དེ་ནི་བུདྡྷ་པ་ལི་ཏཱ། དེ་ནི་བུདྡྷ་པ་ལི་ཏཱ་དེ་ནི་བཞག་བྱས་ཏེ་དེ་ནི་གཟིགས་ཏེ་མཛིད་དེ་སློབ་གཉེར་མཛད་དེ་མཛད་དེ་སྐྱོབ་པ་ཟེར་ནས་དེ་ནི་ཁོང་ལ་དེ་ནི་འཕགས་པ་དགོངས་པ་ཟེར་ན་འཕགས་པ་ལུས་པའི་དེ་ནི་ལུས་འགྲུབ་ཀྱི་དེ་ནི་དགོངས་པ་མཐར་ཐུག་པ་དབུ་མའི་ས་དབུ་མའི་དབུ་མའི་ལྷ་བའི་སྟོན་དེ་ནི་ཕྱིན་ཅི་མ་ལོག་པ། གསལ་བར་དེ་ནི་ཁོང་ལ་འཁྲུངས། སོང་བར་ཟེར་ནས་དེ་ནི་ཁོང། དེ་ནས་ཕར་ཕྱིན་དང་མཚན་མ་དང་དབུ་མ། མཛོད། འདུལ་བ་ལ་སོགས་པ་ཡང། ལོ་ཉེར་མཐར་ཕྱིན་པའི་སྟེང་ནས་དེ་ནི་ཁོང། དེ་ནི་ནག་ཕྱོགས་ལ་ལོ་ཉེར་བུ། དེ་ནི་མདོས་བཟང་ནག་ཕྱོགས་ལ་ལོ་ཉེར་བུ་མ་ལྔ་བརྒྱ་ཕྱེད་དང་དུས་ཚོད་མ་ལྔ་ས་ལས་དེ་ནི་ཁོང་ནག་ཕྱོགས་ལ་ཡང་ལོ་ཉེར་རྫས་ཀ། དེའི་རྒྱུ་མཚན་བུ་ག་ཟུར་གཅིག་ལ་བཤད་དོ་ནོ་ཞུ་ན་དེ་ནས་རྗེ་རིན་པོ་ཆེ་བུ་སྡེ་བཅོ་བརྒྱད་ཁོང་རང་རང་གིས་པའི་རྩོམ་པའི་བུ་སྡེ་བཅོ་བརྒྱད་ཡོད་པའི་ནང་ནས། དེ་ནས་མདོ་ཕྱོགས་ལ་ཕྱག་ཕེབས་མང་ཆེ་བོ། དེ་ནས་ཕར་ཕྱིན་པས་ན། ལས་ཤེས་གསེར་གྱི་ཕྲེང་བ། རྣམ་ཤེས་སྙིང་པོ་ཡན། དེ་ནི་དབུ་མའི་ཧོར་ལ། དེ་ནི་དབུ་མ་དགོངས་པ་རབ་གསལ། མཛའ་བཤེས་དྲེགས་ཆེན། དྲང་ངེས་ལེགས་བཤད་སྙིང་པོ། དེ་ནི་ལམ་རིམ་ཆེན་མོ་ལམ་རིམ་ཆུང་བ་ལམ་རིམ་འབྲིང་བ་ལ་སོགས་པ་དེ་ཚོ་དེ་ཚང་མ་དེ་ནི་འདུ་འདུ་ཕྱོགས་ཀྱི་ཕྱག་དཔེ་ཡིན་ནོ། དེ་ནི་ངག་ཕྱོགས་ཕྱག་དཔེ་སྟེ་ཚང་མ་ནི། ལྡབ་གསུམ་མས་མ་ལྔ་ཡོ་ག། དཔེར་ན་འགྲེལ་བ་བཞི། འགྲེལ་བ། སྒྲོན་གསལ་ལ་སོགས་པས་དེ་ནས་ཕྱག་དཔེ་མང་མང་པོ་ཡོ་ག། གསུངས་པ་ཟེར་ནས་གཞན་རིན་པོ་ཆེ་དེ་ནི་གཞུང་ལུགས་ལ་སློབ་གཉེར་མཛད་སྟངས་དགག་བསུ་ཡིན་མེད་འབུ་མདོར་བསྡུས་ཀྱི་ཇུས་དེ་ཡིན། ད་ཡིད་གཏིང་གནས་དེ་ནས་ཉིད་ཞག་ཚང་མང་གི་མིག་སེར་མས་ཧོར་བོ་རྩེ་བས་ཅིག་འགྲེལ་བྱས་བཞུན། དེ་ནས་ད་ངས་ཉིད་ཞག་ཚང་མང། དེ་ནས་ཁ་སང་ངུར་ལ་དེ་ནས་དོན་བསྟན་བཅོས་ཏེ་བཞུགས་ཏེ་ཡོད། སྔོན་བྱུང་སྟོན་པའི་རྣམ་ཐར་རྗེས་འཇུག་འདུལ་བྱེད་ཉམས་ལེན་བཞུགས་ཏེ། དེ་ནས་སྟག་གསར་ཉིས་བརྒྱ་མང་པོ་ཞིག་དེ་ནས་བཞེས་རིན་པོ་ཆེ་རྣམ་པར་ཐར་པ། དེ་ནས་བཀའ་ཟུར་གྱི་དབྱིན་མི་འབུམ་ལྔའི་འགྲེལ་བཤད་མདོར་བསྡུས་ཅིག་དེ་ནས་རྒྱ་མཚོའི་ནས་ཆུ་ཐིགས་ཙམ་ཞིག་བཞུགས་པས་དེ་ནས་ཉིས་བརྒྱ་མང་པོ་ཞིག་གསན་ནས་ཡོད་འགྲོ། དེ་ནས་བཞེས་རིན་པོ་ཆེ་རྣམ་ཐར་པོ། སེམས་པའི་གཏིང་ནས་དེ་ནའོ་ཚང་མ་ཅི་བསམ་གོ་དེ་ནའོ་བཞུགས་ན་རབ་བྱུང་བཞིན་གྱིས་འགྲོ་ཡ་མི་སྐྱ་བཞིན་འགྲོ། ལོ་ཆུང་ཆུང་བཞིན་འགྲོ་ལོ་རྒན་པ་བཞིན་འགྲོ། དེ་ནས་གཞན་རིན་པོ་ཆེ་བཞུགས་ཧན་པོ་དེ་ནས་སྤོས་གངས་ཅན་གྱི་ལྗོངས་ལ། མ་ཁི་གྲུབ། ཉི་ལྷན་གྱིས། སྐྱེས་ཆེན་དམ་པ་ཞིག་བྱུང་དེ་འཇིགས་རག། དེ་ནས་ཁོ་ངས་དེ་ནས་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་དེ་ནས་ད་སྤོས་གངས་ཅན་གྱི་ལྗོངས་དང། དེ་ནས་སོག་པོའི་ཡུལ་དང་ར་ཤི་ཡ་ཡུལ་དང་དེ་ཡང་ན་ཅིན་རྟ་ས་རྒྱ་གར་ཧི་མ་ལའི་རི་རྒྱུད་ཚང་མ་ལ་དེ་ནས་གཞན་རིན་པོ་ཆེ་བཙན་པ་ཨིཟམ་གྱི་རྒྱ་ཆེན་པོ་དེ་ནས་རྒྱའི་ཐུབ་བསྐྱེད་ཚང་མ་ཡང་དེ་ནས་གཞན་རིན་པོ་ཆེ་གི་ཐུན་མོང་དང། དེ་ནས་ངོ་བཞེས་རིན་པོ་ཆེའི་ཐུགས་བསྐྱེད་མོ་ན་མི་མཇེད་ར། གསུངས་པ་ཟེར་ནས་ང་ཡང་དེ་ནས་ཚེ་འདི་དང་སྐྱེ་བ་ཕྱི་མ་ཡང་ཕྱི་མ་གང་ཡང་རུང་བ་ཞིག་ལ་དེ་ནས་བཞེས་རིན་པོ་ཆེ་རྫོགས་སའི་དེ་ནས་གཞུང་ལུགས་རྒྱ་ཆེན་པོ་ལ་སློབ་གཉེར་ཡོང་ཐུབ་ཆེད་སློབ་གཉེར་ཡོང་བ་ཙམ་དུ་མ་ཟད་དེ་ནས་གཞུང་ལུགས་ནི་ཅི་ལྟར་གསུངས་པ་ན་ཞེས་ཉམས་ལེན་ཡང་དག་པ་ཞིག་ཡོང་ཐུབ་ཆེད་དེ་ཉམས་ལེན་ལ་བརྟེན་ནས་དེ་ནས་སངས་རྒྱས་ཀྱི་གོ་འཕང། གནས་ལུགས་སྤྲུལ་པའི་གོ་འཕང་མཐོན་པོ་དེ་ནས་ཐོབ་སྟེ། གཙིགས་ནས་དེ་ནས་ངས་ཡང་དེ་ནས་སངས་རྒྱས་ཀྱི་བསྟན་པ་དེ་ནས་རྒྱས་པར་སྤྱོན་བསམ་པའི་ཉིན་ཞག་བསམ་མེད་དབང་ཐུགས་དབང་པོ་བསམ་པ་སར་ལོག་ཤེས། ཁ་ཆེན་པོ་ནོར་བསམ་མེད་རགས་པས་མ་ནི་དེ་ནས་གཞན་རིན་པོ་ཆེའི་རྣམ་ཐར་ཡིན་འགྲོ་སྟོན་པའི་རྣམ་ཐར་ཡིན་འདུག་རྗེ་བཙུན་མི་ལའི་རྣམ་ཐར་ཡིན་འགྲོ་ལཱ་མ་དམར་པའི་རྣམ་ཐར་ཡིན་འདུག་གཏེར་ལུགས་པའི་རྣམ་ཐར་ཡིན་འགྲོ་ཡར་ནཱ་རོ་པའི་རྣམ་ཐར་ཡིན་འགྲོ།

ཡག་ཉེ་ཆར་ཡང་ལོ་བརྒྱ་ལ་མེད་མཁན་གྱི་ཡི་གེ་ལོ་ཅི་འོང་མང་ངེས་ཅན་ཞིག་མེད་ན་ཡང་དེ་ནི་སྙུང་མཐར་ཡང་དེ་ནི་གཞན་རིན་པོ་ཆེ་གི་རྣམ་ཐར་ཙོང་ཁ་བརྒྱ་ཆུ་བོ་དེ་ནི་མགོ་ནས་མཇུག་བར་དུ་ལོ། སིལ། སིལ་བརྒྱ་ལ་ཡང་གོ། དེ་ནི་ནེའུ་སིལ་ཙོ་ཟེར་མ་ནི་ད་སོ་སོའི་སེམས་ནས་དེ་ནི་སྤྱིར་ན་དཀོན་མཆོག་གསུམ་ལ་དམིགས་པའི་དད་པ། དེ་ནི་གལ་ཆེན་དམ་པ་རྣམས་ལ་དམིགས་པའི་དད་པ། དེའི་ནང་ནས་དེ་ནི་གཞན་རིན་པོ་ཆེ་ལ། སོ་སོའི་སེམས་གཏིང་ནས་དད་པ་ཡང་དག་པ་ཞིག་ཤེས་ཏེ་དེ་ནས་ཙོང་ཁ་བརྒྱད་ཅུ་ལོག་ཐུབ་ན་ཡང་འགྲིག་བསྡད་ནོ། དེ་སྨད་ནས་མ་བྱུང་ན་ཡང་དེ་ནས་དང་དེ་ནས་གཟའ་ནང་ལོག་ལ་དེ་ནས་དྲུག་དགུ། ལོ་བརྒྱད་དགུ། ལོན་ཀ་ནས་བཟུང་སྟེ་དེ་ནས་རྒད་པོ་རྒན་ཤོག་ཚོ་པ་དེ་ནས་མིག་སེར་མ་མ་ཤེས་མཁན་གྱི་མལ་ནས་མལ་བྲོ་ས་མེད་ར། དེ་ནས་མིག་སེར་མ། ཉིན་ཞག་ལ་ཉི་མ་ཚེར་བཅུག་ན་ཉི་མ་ཚེར་འདོན་ཐུབ་ཆེད། མ་བྱུང་ན་ཡང་དེ་ནས་ཕྲེང་བ་དྲང་བོར་གཅིག་ཅིག་འདོན་ཐུབ་ན་ཡང། དེ་ནས་གཞན་རིན་པོ་ཆེ། དེ་ནས་དགོངས་ཤོད་པོ་བསིལ་བའི་སྲིན་མགོ་ཆོད་དེ་ནོག། དེ་ནས་གཞན་རིན་པོ་ཆེ་དགོངས་ཤོད་པོ་བསིལ་ན་དེ་ནས་སྟེ་བོ་གཞན་རིན་པོ་ཆེ་ལ་ཕན་ནས་ནོག་བས། སུ་ཕན་ན་ནོག་བཞུགས་ན་གཞན་རིན་པོ་ཆེ་དགོངས་ཤོད་བསིལ་ནམ་མ་བསིལ་ན་དེ་ནས་གཞན་རིན་པོ་ཆེ་ལ་ཁྱད་པར་ཅི་འང་ཆགས་མ། དེ་ནས་གཞན་རིན་པོ་ཆེ་ལ་དམིགས་ཏེ་དེ་ནས་དེ་ནས་མཆོད་མེ་ཕུལ་ན་མ་ཕུལ་ན་དེ་ནས་གཞན་རིན་པོ་ཆེ་ལ་དེ་ནས་གང་བཞུགས་ས་ལ་དེ་ནས་འོད་དམར་ལྔ་ཆ་ཅིའང་ཅང་ཆ་མ་ནོ། དེ་ནས་གཞན་རིན་པོ་ཆེ་གི་དགོངས་ཤུད་པོ་སོ་སོའི་དད་པ། སངས་མ་གཅིག་དང་གཏད་པ་བརྒྱ་ལ་གཅིག་ཁུར་ཏེ་གཞན་རིན་པོ་ཆེ་དགོངས་ཤུད་པོ་སྲིད་མཆོད་པ་གཅིག་ཕུལ་ཕྱག་གཅིག་ཕུལ། གང་འདོད་དགེ་སྦྱོར་གྱི་བཅུད་དམིགས་བསྲེས་མ་གཅིག་འདོན་གཞན་རིན་པོ་ཆེ་བསྟོད་པ་བཞི། དེ་ནས། འདོད་ན་དེ་ནི་དང་པོ་དང་དེ་ནི་སོ་སོའི་ཚེ་འདི་ལ་དེ་ནི་བསོད་ནམས་རླབས་ཆེན་པོ་རྒྱ་ཆེན་པོ་བསགས་ཐུབ་པས་ནོ། དེ་ནི་བསོད་ནམས་རླབས་ཆེན་པོ་དང་རྒྱ་ཆེན་པོ་དང་བསོད་ནམས་ཡང་དག་པ་བསགས་དང་མ་བསགས་ཀྱི་རེན་པོ། དེ་ནི་ཐོག་མར་སོ་སོའི་ཀུན་སློང་ལ་རག་ལས་རེན་པོ། དེ་ནི་སངས་རྒྱས་ཀྱི་མདོ་སྔགས་ཚང་མེད་ན་གསུང་བར་མ་ཟད་དེ་ནི་ཏིང་འཛིན་མཁས་ཅན་གཏམ་དཔེ་མང་པོ་གསུང་དེ་ཡོ་ག་གསུང་བ་ཙམ་དུ་མ་ཟད་དེ་ནི་ཨ་ཧོར་ཚང་མ་ནམ་ཕྱོགས་ལ

དེ་ནས་ཧཱུྃ་ཚང་མས་སེམས་ལག་ཏུ་ཁུར་དགོས་ཞེས་བོ། སེམས་ལ་དྲན་དགོས་ཞེས་བོ། དེ་རིང་བཀའ་ལྷའི་ངམ་ཆོས་ནོ། གཞན་རིན་པོ་ཆེའི་དགོངས་རྫོགས་ནོ། དེ་ནས་ཏི་རིང་ངམ་མོ། དེ་ནས་ནམ་ལངས་ཏེ། ཐོ་རེངས་ངམ་མོ། ནམ་མ་ལངས་ཚུར་པ་དེ་ནས་ཆུ་ཚོད་ཉི་ཤུ་རྩེ་བཞིའི་རིང་ལ། དེ་ནས་དགེ་བའི་བྱ་བ་མ་ནི་མི་དགེ་བའི་བྱ་བ་མ་ནི་མི་བྱོ། དེ་ནས་དགེ་བའི་བྱ་བ། ཇོ་བོ་ཐོང། ཇོ་རྒན་དགུ་ཉི་བྱ་ར་ཐོང་རྒྱ་ལོ་ཁོང་དགུ་བཞི་ཁོང་དགུ་ལ་བཞི་སུ་ཡི་རང་བྱོ་བྱེད། དེ་ནས་མི་དགེ་བའི་བྱ་བ་ཇོ་ཐོང་དགུན་དགུ་ལ་སོ་སོའི་སེམས་ནི། དེ་ནས། ང། ཏོ་བཙོ་སོ་ཁུ་བ་བཙོ་སའི་མི་དགེ་བའི་བྱ་བ་མ་ནི་མི་ཇོ་བོ་བསམ་པས་དེ་ནི་སྡོམ་སེམས་བསྐྱེད། ཅེས། དུ་བཙོ་བྱའི་སྟེང་ནས་དེ་ནི་ཉི་བྱ་ས་མའི། དགའ་ལྡན་ངམ་ཆོས་པོ། དེ་ནས། སྲིད་ཐུབ་ན། དེ་ནས་ཕན་བྱེད་འོ་བྱེད་ན། ཐ་མའི་མཐའ་བདུན་པོ། བརྒྱ་རྩ་བཞིའི་ནང་ནས་བརྒྱ་རང་ལ་ཕན་ནས་ནོ། བཞེད་རིན་པོ་ཆེ་ལ་ཕན་ཆད་མེད་དགག་སངས་རྒྱས་བཅོམ་ལྡན་འདས་ལ་ཡང་ཕན་ཆད་མེད་དགག། སོ་སོའི་བསོད་ནམས་བསགས། སོ་སོའི་བསོད་ནམས་ཇི་ཙམ་གྱིས་བསགས་ན་ཡང་དེ་ནི་སོ་སོའི་ལས་ཧ། བརྒྱ་ཆེ་ཆུང་ཀ་ཟུར་བརྗོད་ན་ལས་ལམ་མོ་མཉམ་པོར་གྲུབ་ཐུབ་བོ་ནོ། དཔེར་ན་བསོད་ནམས་ལེན་པའི་མི་ཡི་བསམ་པ་རྣམས་ཀྱང་གྲུབ། ཞུས་ཏེ། དེ་ནས་སོ་སོ་ལ་དེ་ནས་བསོད་ནམས། སྟོབས་ཆེན་པོ་བཞི་དང། བསོད་ནམས་ཀྱི་ནུས་པ་ཡར་ལ་ཞིག་མེད་ན་ནི་དེ་ནི་སོ་སོའི་ཡར་ལ་ཞིག་ཅི་ཞིག་སྤྱོད་བསམ་ན་ཡར་ལ་སྤྱོད་ཐུབ་པས་མ། ཡར་ལ་སྤྱོད་བསམ་མེད་ནོ་པ་ཡར་ལ་སྤྱོད་བྱེད་ཚབ་ལ་ལེ་ཧ་ཙམ་ལ་ཐུ་ཐུ་ཐུ་མ་ནི་ཆགས་མ་སོང་བར་ཟད་ནི་བསོད་ནམས་ས་ག་ཞི་བོ་ཁ་ཆེན་པོ་ན་དེའི་ནང་ནི་ད་ས་ཧོ། དུས་ཚོད། དུས་རབས་ཉི་ཤུ་ས་ཤིག་བར Twenty First Century ན་སླེབས་མཁན་ཀུན་བལྟས་སང་དེ་ནས་ཧོ་རང་དགེ་བ་རྒྱ་ཆེན་པོ་སྤྱོད་འོ་ཤེས། མི་དགེ་བ་སྤང་དགོ་ཤེས། འོ་སྟེ་ཚང་ཁ་ཆེན་པོ་ཆགས་ན་སོང་བ་ཟེར་ནས་ཉིན་ཞག་ཚིམ་པའི་ར་ལན་ངམ་ཆོས་ཚིག་གི་མགུལ་ནས་བཅུག་ན་ཀུན་སློང་ནམ་བར་དག་པ་ཞིག་ཁུར་ཏེ་དེ་ནས་གཞན་རིན་པོ་ཆེ་བསྟོད་པ། གཞན་འདུན་འདི་གསུམ་མང་པོ་ཞིག་ཡོད་པས་ན་བསྟོད་དགོངས་ནི་ཟིལ་གཅད། དེ་མེད་ནས་མ་ཐུབ་ན་ཡང་དེ་ནས་ཉི་མ་ཚེ་རིང་མིག་སེར་མ། རྐང་མང་ས་ས་ར་མཛེས་བཙལ་བསྟོད་ཞུ་བྱེད་གཅིག་ཡིན། དེ་ནས་ད་དེ་སང་སོ་སོའི། ཆགས་ཆོས་མེད། མཁའ་འགྲོའི་འགེལ་ཞོར་དེ་ནས་རྗེ་རིན་པོ་ཆེ་བསྟོད་པ་ལ་སོགས་པ་ཉིས་ཆར་ལྗགས་ལན་མཛོད་མཁན་ཀུན་རེ་ལྟས་སམ་དེ་བ་སྟོབས་ཆེ་ཞིག་ས་ནས་བསམ་པ་ཡོད་ན། དེ་ནས་སོ་སོའི་ཉེ་འཁོར་རེ་དེ་ནས་མགོན་པ་ཤོད་དེ། དེ་ནས་ཁྲི་ཆེན་གསོ་སྦྱོང་གི་སྡོམ་པ་བླང་ཤེས། ཡང་ཉེ་གནས་ཀྱི་སྡོམ་པ་བླང། ཉེ་གནས་ཀྱི་སྡོམ་པ་བླངས་ཏེ་དེ་ནས་ཡང་སོ་སོའི་དགེ་བ་བྱུང་ན་དེ་ནས་དགེ་བ་བོ་ལྟས་སམ་ང་མས་སམ་སྟོབས་ཆེ་སམ་ཆེ་འགྱུར་ནོ། དེ་ནི་དགེ་བསྙེན་ཉེ་གནས་ཀྱི་སྡོམ་པ་དང་སོ་ཐར་ཐེག་ཆེན་གྱི་གསོ་སྦྱོང་གི་སྡོམ་པའོ། ཅང་ལེན་བྱེད་ཧ་མོ་ཞིགའང་མེད་ཀ། ཤོང་བྱ་འོ་སྐོལ། ཆུ་ཚོད་ཉི་ཤུ་ཟད་བཞི་བྱུང་ན་འགྲིག་གིན་ནོ། དེའི་སྡོམ་པ་བོ་འདི་ནི་ལེན་བྱེད་ལས་སླ་མོ། ཤོང་བྱེད་བོ་ལས་སླ་མོ་ཤོང་བྱེད་དུས་ཚོད་བོ་ཐུང་ཐུང་ཅིག་ལ། དེ་ནི་དགེ་བ་རླབས་ཆེན་པོ་ཟག་བྱེད་ཡོང་ནོ། དེ་ནི་སོ་སོ་འདས་ས་དང་དགོན་པ་ཐག་རིང་ལ་ཡོད་ན་དེ་ནི་དགོན་པ་ནི། དཔལ་ནཱལ་ཁའི་ལུང་གཅིག་གདན་འདྲེན་བཞུགས་ཏེ། བི་ཏོག་གདན་འདྲེན་བཞུགས་དེ་ནས་ཐོ་རེངས་སྔ་མོ་བཟའ་རག་ཟི་རི་ལ་གདན་དྲོངས་པ་ཚང་མ་དེ་ནས་དགེ་སློང་ཡོད་སར་བསྐྱོད་ཡང་མ་རྫོགས་དགེ་སློང་ཚང་མ་ཉིས་བརྒྱ་ཙམ་ཀ་རུ་ཚོགས་དེ་ན་ཏུ་རུ་བསྐྱོད་དེ་དེ་ནས་ཐེག་ཆེན་སོ་བྱང་གི་སྡོམ་པ། དེ་ནས་ཉེ་གནས་ཀྱི་སྡོམ་པ། ལ་སོགས་པ་གསུངས་ཏེ་དེ་ནས་དགེ་སློང་དེ་དང་དེ་གིས་དེ་ནས་ཐེག་ཆེན་སོ་བྱང་གི་སྡོམ་པ་ལེན་པས་དེ་ནས་དེ་ནས་བསྲུང་བྱ་ཚུལ་ཁྲིམས་ག་ཚུལ་ག་ཚུལ་ཡོད

དེ་ནས་དགོངས་རྫོགས། ལ་དེ་ནས་སྤྱི་དང་ནི། ལུགས་སུ་སྲིད་ཚུལ་གཉིས་ཡོངས་འདུ་བོ་ད་བརྗོད་པའི་ཚད་པ་བཅུ། བོ་ད་བརྗོད་པའི་ཚད་པ་ཉི་ཤུ་ལྔ། ཟེར་ཏེ་དེ་ནས་ཧྲོང་ཚུལ་རྫོགས་ཚེའོ། གཉིས་ཡོངས་འདུ། ཅི་བྱས་ནས་སྨྲས་ན་ཡོངས་གྲགས་ལ་དེ་ནས་ག་ལྷའི་ངམ་སྤྱོད་ཟེར་ན་བོ་ད་བརྗོད་པའི་ཉི་ཤུ་ལྔ། ལ་དེ་ནས་ག་ལྷའི་ངམ་སྤྱོད་ཀུན་གཟིགས་ཧན་པོ་ཡོངས་གྲགས་ནོ། དེ་ནས་ཉིས་ཆ་དེ་བརྒྱད་ལ་མི་སེར་མ། འདོད་ན་དེ་ནས་ཉིས་ཆ་ཕན་ཐོགས་ཅི་དང་ཅི་ཡོད་ཁ་བཞུགས་ན། དང་པོ་ངས་ཉིས་ཆ་ཙམ་མ་དེ་ནས་མིག་སེར་མའི་ལོ་རྒྱུས་པོ་ཅིག་བཞོན། དེ་ནས་གཞན་རིན་པོ་ཆེ་ཁོང་ལ་ལ་མ་མང་པོ་ཡོད་པའི་ནང་ནས་དེ་ནས་ལ་མ་བཀའ་དྲིན་ཆེ་ཤོས་བོ་དེ་ནས་གཞི་ཚུན་རེད་འདའ་བ་ཡིན་ག་གཞི་ཚུན་རེད་འདའ་བ་ལ་མ་མང་པོ་ཡོད་པའི་ནས་བཀའ་དྲིན་ཆེ་གཅིག་ཡོད་ག་ནས་ལ་མ་འོ་གཞི་ཚུན་རེད་འདའ་བ་དེ་ནས་ཁོང་གཞི་ཚུན་རེད་འདའ་བའི་ཧུན་དུན་ནས་དེ་ནས་ཆ་ཕེ་དེ་ནས་ཁྲི་སྐྱེས་ལགས་སོགས་པའི་ནས་ལ་མ་ནས་ལོ་ཉེར་མ་མང་པོ་དེ་ནི་ཁོང་གི་དྲུང་ལ་མཛད་དཀའ། དེ་ནི་ཁོང་གིས་དེ་ནི་སྤྱི་ཚོགས་རིན་ཐང་བ་ལ་སེམས་གཏིང་ནས་དེ་ནི་དད་པ་དང་སེམས་གཏིང་ནས་དེ་ནི་སྤྱི་ཚོགས་རིན་ཐང་སྤྱི་ཚོགས་རིན་ཐང་བ་ཤིན་ཏུ་དེ་ནི་མཁས་གྲུབ་གཉིས་ལྡན་གྱི་སྐྱེས་བུ་ཆེན་པོ་ཞིག་ཡིན་གྱི་འདུག་དགོངས་ཏེ་དེ་ནི་ཁོང་ངའི་དབུ་ཡི་སྟོད་ཕག་ཚོ་ནས་མཛད་དཀའ། མིག་མེད་བརྩེ་བའི་གཏེར་ཆེན་སྤྱན་རས་གཟིགས། དྲི་མེད་མཁྱེན་པའི་དབང་པོ་འཇམ་པའི་དབྱངས། བདུད་དཔུང་མ་ལུས་འཇམ་མཛད་གསང་བའི་བདག། གངས་ཅན་མཁས་པའི་གཙུག་རྒྱན་རེད་མདའ་བ། གཞོན་ནུ་བློ་གྲོས་ཞབས་ལ་གསོལ་བ་འདེབས། དཔའ་བོ་སྐྱེ་དེ་ན་བཞེས་རིན་པོ་ཆེ་ཡི། དེ་ནས་རེད་མདའ་བ། གཞོན་ནུ་བློ་གྲོས་ལ་བསྟོད་པའི་ཚུལ་ལ་ཕུལ་ལགས། དེའི་ཐིག་ལེའི་གཞི་མཛོད་རེད་མདའ་བས་དེ་ནས་གྱིས་གསུང་ལགས་ཞུ་ན། ཡི། བསྟོད་པ་ཚིགས་བཅད་མའོ་དཔེར་ན་མི་མེད་བརྩེ་བའི་སྡེར་ཆེན་སྤྱན་རས་གཟིགས་ཞེས་པའི་བསྟོད་དཔའ་བོ་སྐྱེ་དེ་སྔ་མ་ནས་རིག་གཅིག་མི་འདུག། ཏོ། ཁྱེད་དེ་ན་མ་ནི་ཁྱེད་རང་ལ་རེ་ཅིག་འདུག། མོ་ལེ། དེ་ནི་བཞི། བཞི་ཚོད་རེ་འདའ་བས་དེ་བསྟོད་པའོ་ཡང་ཚིག་བསྒྱུར་ཏེ། དེ་ནི་བཞི་རིན་པོ་ཆེ་ལ་བོན་ཡིན་ནོ། ག་གཟུགས་ལ་བསྒྱུར་རག་བྱུང་ན་ཡང་བཙོག་ཆེན་ནོ་མི་མེད་བརྩེ་བས་གཏེར་ཆེན་སྤྱན་རས་གཟིགས་དྲི་མེད་མཁྱེན་པའི་དབང་པོ་འཇམ་དཔལ་ཡང། བདུད་དཔུང་མ་ལུས་འཇམ་མཛད་གསང་བའི་བདག།

དོན་བསྡུ་ན་གཞན་རིན་པོ་ཆེ་དང་རྗེ་བཙུན་བཞི་བཅུ་རེ་འདའ་བ་ཐུན་མོང་ལ་རྩོམ་དཀའི་ནས་དེ་ནས་བསྟོད་པ་བཞིན་གཞན་རིན་པོ་ཆེའི་ངོས་ནས་རྗེ་བཙུན་རེ་འདའ་བར་བསྟོད་པ། རྗེ་བཙུན་རེ་འདའ་བའི་ངོས་ནས་དེ་ནས་གཞན་རིན་པོ་ཆེར་བསྟོད་པ་དེ་ནི་བསྟོད་པ་འོག་མ་བྱིན་རླབས་ཅན་གྱི་ཟིན་ནོ། དེ་ནི་བསྟོད་པ་དགོས་ན་ཡང་མདངས་དེ་རིང་ངག་དབང་བསྟོད་པ་ཚུལ་བཟང་མ་ནོ།

རྗེ་བཙུན་རེད་མདའ་བས་ནི་གཞན་རིམ་པ་ཅིག་ལ་བསྟོད་ཚུལ་བོ་དེ་ནི་བསྟོད་པ་དོན་དང་མཐུན་པའི་བསྟོད་པ་ཞིག་ཡིན་ནོ། གསུངས་པ་དེ་ནི་དུ་བོ་སྐྱེ་དེ་ན་དེ་ནི་མིག་མཚན་མའི་ལུས་ཡོད་ཅེས། དེ་ནི་མིག་མཚན་མ་ལ་དེ་ནི་མང་པོ་ཡོད་པས་ན་ནི་མིག་མཚན་མ་བཞི་སྐོར་བྱུང་ན་མིག་མེད་བརྩེ་བས་དེ་ཅན་སྤྱན་རས་གཟིགས་དྲི་མེད་མཁྱེན་པའི་དབང་པོ་འཇམ་པའི་དབྱངས་རྐང་རྗེ་མཁས་པའི་གཙུག་རྒྱན་ཙོང་ཁ་པ་བློ་བཟང་གྲགས་པའི་ཞབས་ལ་གསོལ་བ་འདེབས་གྱུར་ན་མིག་མཚན་མ་བཞི་སྐོར་ཡིན་ནོ།

ཡོ་ན་ཏན་གཞན་རིན་པོ་ཆེ་ཁོང་མིས་རྣམ་པར་བརྗོད་ན་ཡང། དེ་ནས་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་ཉིན་བཞི། འདི་ནི་ཀུ་རུ་ཤར་བ། འཕགས་པ་སྤྱན་རས་གཟིགས་དང་ངོ་བོ་དབྱེར་མེད་དབྱིངས་མཁན། མིང་མེད་བརྩེ་བའི་གཏེར་ཆེན་སྤྱན་རས་གཟིགས། དེ་ནས་གཉིས་པ་དྲི་མེད་མཁྱེན་པའི་དབང་པོ་འཇམ་པའི་དབྱངས་གཞན་རིན་པོ་ཆེ་ཁོང་མིས་རྣམ་པར་བརྗོད་དེ་དེ་ནས་དགེ་སློང། སྡོམ་གསུམ་ལྡན་ངུར་སྨྲིག་འཛིན་པ་བཞི་ཡིན་ན་ཡང་སྟོན་ལ། དུས་གསུམ་སངས་རྒྱས་ཐམས་ཅད་ཀྱི་ཤེས་རབ། ལྷའི་རྣམ་པར་ཤར་བ་གཞི་མཚོན་འཇམ་པའི་དབྱངས་དང་ངོ་བོ་དབྱེར་མེད་ཡིན་པ་གསོལ་བ་བཏབ་པས་ནོ། དེ་ནི་ཁོང་ངེ། དེ་ནི་བརྩེ་བའི་ཡོན་ཏན་མིག་མེད་བརྩེ་བའི་བདེ་ཆེན་སྤྱན་རས་གཟིགས་ཡེ་ཤུ་ན་བརྩེ་བའི་ཡོན་ཏན། དྲི་མེད་མཁྱེན་པའི་དབང་པོ་འཇམ་པའི་དབྱངས་ཟེར་ན་དེ་ནི། མཁྱེན་པའི་ཡོན་ཏན། དེ་ནས་ཚིགས་བཅད་གསུམ་པ། བདུད་ཕོངས་མ་ལུས་འཇོམས་མཛད་གསང་བའི་བདག། ཞུ་ན། ཡང་དེ་ནས་ཁོང་མི་ཡི་གཟུགས་སུ་བྱོན་པས་དེ་ནས། མི་ཡི་རྣམ་པར་ཅན་ཅིག་ཡིན་ནོ། བ་དོན་དུ་ན་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་ནུས་པ། ཡང་ན་ཕྲིན་ལས། གཅིག་ཏུ་བསྡུས་པ། བདུད་ནི་སྐུའི་རྣམ་པར་ཤར་བ། དེ་ནས་བ་གསང་བ་ཕྱག་ན་རྡོ་རྗེ་གསང་བདག་ཕྱག་ན་རྡོ་རྗེ་དང་ངོ་བོ་ཡེ་ནས་མེད་ཡིན་མཁན་པོ། དེ་ནས་རྗེ་རིན་པོ་ཆེ་ཀྱེ་དེ་ནི་ནུས་པའི་ཡོན་ཏན། བརྩེ་བའི་ཡོན་ཏན། མཁྱེན་པའི་ཡོན་ཏན། ནུས་པའི་ཡོན་ཏན། དེ་ནས་གངས་ཅན་མཁས་པའི་གཙུག་གཡེང་ཙོང་ཁ་པ་བཞུགས་ཡ་ལ། དེ་ནས་གཞན་རིན་པོ་ཆེ་ཁོང། དེ་ནས་རིགས་སུ་མ་མཆིས་པའི། ད་ཉིང་མེད་ཀྱི་གཞུང། བཀའ་བརྒྱུད་ཀྱི་གཞུང། ས་སྐྱའི་གཞུང། དེ་ནས་ག་དམ་གྱི་གཞུང་ལ་སོགས་པ་ལ་གཞུང་ལུགས་རྒྱ་མཚོ་ལྟ་བུ་ལ་སློབ་སྦྱོང་མཛད་དེ། དེ་ནས་བོད་གངས་ཅན་གྱི་ལྗོངས་ལ། དེ་ནས། བཏུལ། དེ་དག་བར་དུ་གཞན་རིན་པོ་ཆེ་གི་ལག་གཞུང་ལུགས་རྒྱ་ཆེན་པོ་མཁྱེན་ཐུབ་མཁན། གཞུང་ལུགས་བཀའ་ཟུར་གྱི་ན་ཚུལ་གདམས་པར་ཤར་ཐུབ་མཁན་གྱི་མི་ནི་མ་བྱུང་བ་ཙམ་ནི་གངས་ཅན་མཁས་པའི་གཙུག་རྒྱན་ཙོང་ཁ་པ་ཞུས་ཏེ་གསུངས་པ་དེ་ནི་ཁོང་ངའི་འཕྲིན་ལས་ཀྱི་ཡོན་ཏན། དེ་ནི་སྐུའི་མཁྱེན་པའི་ཡོན་ཏན་བརྩེ་བའི་ཡོན་ཏན་ནུས་པའི་ཡོན་ཏན་ཕྲིན་ལས་ཀྱི་ཡོན་ཏན་ལ་སོགས་པས་དེ་ནི་ལྡན་པའི་སྒོ་ནས་དེར་གཞན་རིན་པོ་ཆེ་ལ་དེ་ནི་བསྟོད་པ་ཞིག་ཡིན་ནོ། དེའང་བརྫུ་ཚེ་དེ་ནི་མི་སྲིད་མའོ་དོན་དག་པོ། མ། རྒྱ་ཆེན་པོ་བརྗོད་དེ་འགྲེལ་བཤད་རྒྱབ་ཁྱེར་ན། དེ་ནི་མདོ་སྔགས་ཡོངས་རྫོགས་ཀྱི་དེ་ནི་བརྗོད་བྱ་ཉམས་ལེན་པོ་དེ་ན་ཚང་ཡིན་ནོ། དཔེར་ན། མིག་མེད་བརྩེ་བའི་གཏེར་ཆེན་སྤྱན་རས་གཟིགས། བརྩེ་བ་ཉིད་བཞི་ཆེན་པོའི་གཏེར་ལྟ་བུ་མངའ་བ། དེ་ནས་གཞུ་བརྒྱ་ལ། དེ་ནས་བརྩེ་བ་ཉིད་བཞི་ཆེན་པོ་གཞན་དོན་ཁུར་དུ་ཆུད་པའི་ཉིད་བཞི་ཆེན་པོ་བཞི་ལ་བཞག་སྟེ། དེ་ནས་རྒྱ་ཆེ་བའི་ལམ་གྱི་ཉམས་ལེན་ཡོངས་རྫོགས་བྱང་ཆུབ་ཀྱི་སེམས་ལ་སོགས་པའི་རྒྱ་ཆེ་བའི་ཉམས་ཡོངས་རྫོགས་དེ་ན་ཏན་ཏན་ནོ། དེ་ནི་དྲི་མེད་མཁྱེན་པའི་དབང་པོ་འཇམ་པའི་དབྱངས་དེ་ནི་མཁྱེན་པ་ཡང་དེ་ནི་སྒྲ་དང་རིག་གནས་དང་སྙན་ངག་དང་མན་ལ་སོགས་པ་ཙམ་མཁས་པ་མ་ཡིན་པ། དེ་ནི་དྲི་མ་མེད་པའི་རིག་པའི་སྒོ་ནས་དེ་ནི་ཤེས་བྱའི་ཤེས་བྱའི་གནས་ལུགས་མཐར་ཐུག་པ། ཟབ་མོ་སྟོང་པ་ཉིད་ཇི་ལྟ་བ་བཞིན་སངས་རྒྱས་ཀྱིས་གསུངས་པ་ན་རྫོགས་སའི་དེ་ནི་ལུང་སྒྲུབ་ཡབ་སྲས་ལ་སོགས་པ་རྣམས་ཀྱི་ཐུགས་དགོངས་ལ་ཅི་ལྟར་ཡོད་པ་ན་ཅེས་མཁྱེན་པ་ཙམ་ནི་མཁྱེན་པའི་ང་བདག་བཞུགས་ཀྱང་ལགས། དེ་ནས་དེ་ནས་ཟབ་པའི་ལམ་ལ་སོགས་པ་ཡོངས་རྫོགས་དེ་ནས་དེ་ན་ནི་ཟབ་མོ་སྟོང་པ་ཉིད་རྟོགས་པའི་ཤེས་རབ་ཕར་ཕྱིན་དྲུག་གི་ན་ནི་ཤེས་རབ་ཀྱི་ཕར་ཕྱིན་ལ་སོགས་པའི་ནི་ཤེས་རབ་ཀྱི་ཉམས་ལེན་ཡོངས་རྫོགས་དེ་ན་འདུས་དེ་ཡིན་ནོ། དཔེར་ན་ཧོ་རང་ལམ་རིམ་ལ་དེ་ནི་རྒྱ་ཆེན་བརྗོད་རྒྱུད་ཟབ་མོར་བལྟ་རྒྱུད་ཟེར་ན་བརྒྱུད་པ་གཉིས་ཀ། གཞུང་ནོར་བ། འོག་ཏུ་རྫོགས་ཚེ་འདི་ནི་མིག་མེད་བརྩེ་བས་བདེ་ཆེན་སྤྱན་རས་གཟིགས་སྤྲིན་པའི་མཁྱེན་པ་པོ་འཇམ་པའི་ཡང་བཞུགས་ཡར་ཚེས་ཏིང་ངེ་ནོར་ལ། དེ་ནས་རྒྱ་ཆེ་བའི་ལམ་བརྒྱད་རིམ་པ། ཟབ་མོ་ཟབ་པའི་རིམ་པ་ལ་སོགས་པའི་ཟབ་བརྒྱད་ཉིད་ཀྱི་ཡི་ལམ་བོ་དེ་ལ་རྟེན་བརྟེན་ནོ། དེ་ནས་བདུད་དཔུང་མ་ལུས་འཇམ་མཛད་གསང་བའི་བདག། བཞུགས་ཡར་ལ་དེ་ནས་གཙོ་བོ་བདག། བདུད་ལ་ཨ་ཧོ་ར་ནམ་རྒྱུན། ཨ་རུ་བདུད་ཡོ་ག་གཡུ་རུ་བདུད་ཡོ་བདུད་ཅན་ཨ་ཡོ་ག། ད་ལྟས་ན་ནི་ཉོན་མོངས་པའི་བདུད་འཆི་བདག་གི་བདུད། ནས། ལས་སྤུའི་བདུད་ལ་སོགས་པའི་བདུད་ཀྱིས་བཅོམ་པ། དེའོ་གལ་ཏེ་ན། ནས། ཡང་བདུད་གཅིག་ཡིན་ནོ། དེས་ན་ནི་ཡང་བདུད་ན་ནི་ཡང། དོན་དག་གཅིག་པོ་གལ་ཏེ་ན། དེ་ནས་འགྲོ་བ་སེམས་ཅན་ཚང་མ། ནས་འཁོར་བར་འཁོར་བའི་རྒྱུའོ། གཙོ་བོ། བོ། གཟུགས་ཀྱི་ནོར་བཞུགས་ན། དེ་ནི་ད་སར་ཡང་ཉིས་ཆ་མང་པོ་ཞིག་ལ་མཁྱེན་ནོ། མང་པོ་ཞིག་མཁྱེན་ནས་མང་ཡིན་ན་མཁྱེན་མཁན་ཀུན་ཚུར་ལ་ཉིས་ཆ་མཁྱེན་མཁན་ཀུན་ལ་བཞུད་དེ་མིན། དཔེར་ན། རྡོ་རྗེ་འཇིགས་བྱེད་ཟེར་བའི་འཇིགས་འཇིགས་པ་བཅས་ཟེར་བའི་འཇིགས་ཡག་གི་འཇིགས་འཇིགས་བྱེད་ཟེར་བའི་འཇིགས་འཇིགས་པར་བྱེད་ཡག་གི་འཇིགས་པ་བཅོས་བྱེད་ཀྱི་རྒྱུ་ལ་དེ་ནི། དེ་མ་རིག་པ་ལ་སོགས་པ་དང་ལ་སོགས་པ་ཡོད་པས་ན་ནི་དེ་ན་ནི་གཙོ་བོ་ཁྱེད་དེ་ན་ད། དོན་དག་གོ་སླ་མོ་ཅིག་བཞུགས་ན་དེ་ནི། འཁོར་བ་འཁོར་བའི་རྒྱུ་ཅེས་ན་ཇོ་ངེ་འབོ་བོ་ཧ་བོ་རང་རྒྱུད་ཀྱི་ལུང། དེ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད་པའི་རྒྱུ་ཅེས་མཁན་གྱིའང་དེ་ནི་ལུང། ཧ་བོ་རང་རང་སོ་སོའི་སེམས་གཏིང་ལ་ཡོད་པའི་ལུང་བརྗོད་དཀའ་བ་ལུང་དུ་ལ་བཞུགས་ནོ། དེ་ནི་བདུད་དཔུང་མ་ལུས་འཇོམས་བཞུགས་ཡོད་ལ་དེ་ནི་སྐུ་མདོག་བརྒྱ་བཅུ་ལ་སོགས་པ་ཡོ་བར་བྱེད་པའི་ལུང་དེ་དག་འཇོམས་པར། བཅས་བཞུགས་ཡོད་ལ། དེ་ནི་ངག་གི་ལམ་གྱི་ལོངས་སོགས་བྱ་རྒྱུད་དང་སྤྱོད་རྒྱུད་དང་རྣལ་འབྱོར་རྒྱུད་དང་རྣལ་འབྱོར་བླ་ན་མེད་པ་དེ་ན་ནི་རྣལ་འབྱོར་བླ་ན་མེད་པའི་རྒྱུད་ཀྱི་དེ་ནི་ལམ་གྱི་ཉམས་ལེན་ཡོངས་རྫོགས་དེ་ན་འདུས་ཏེ་རྟེན་འདིང་ནོ། གསུངས་པ་སེར་ནི་དེ་ནི་མིག་སེར་མ་རྩ་བ་ཆེན་པོ་ཡིན་པའི་རྒྱུ་མཚན་པོ། དེ་ནི་མདོ་སྔགས་ཡོངས་རྫོགས་ཀྱི་ལམ་གྱི་ཉམས་ལེན་དེ་ན་འདུས་པ། གང་ཟག་གཅིག་དེ་ནི་སངས་རྒྱས་པའི་ལམ་གྱི་རིམ་པ་ཡང། དེ་ནི་མིག་མི་བརྩེ་བས་དེ་ཀྱང་སྤྱན་རས་གཟིགས་དེ་ནི་མ། བཞི་མཛད་དེ། དེ་ནི་མཐར་ཐུག། དེ་ནི། ཟུང་འཇུག་གི་གོ་འཕང། པོ། ཐོབ་བྱེད་ཐབས་ལ་སོགས་པ་དེ་རྣམས་བསྟན་པ་ནི་དེའི་ཆ་ནས་ནི་རྩ་བ་ཆེན་པོ་ཡིན་གྱི། དེ་ནི་ཉིན་བྱེད་ཆེན་པོ་ཀྱི་དེ་ན། དང་པོ། ཟུང་འཇུག་དོན་རྟགས་པོ། སྤྱིའི་ནང་བཞུགས་ན་དེ་ནི་ཉིན་བྱེད་ཚང་མའི་རྒྱུའི་ནོར་དེ་ནི་དབུ་མར་འཇུག་པས་ན། དེ་ཕྱིར་བདག་གིས་ཐོག་མར་མཉེས་བྱེད་བསྟོད་པར་བྱ། ཟེར་ཏེ་དེ་ནས་བ་ལན་ཟླ་བ་གྲགས་པའི་དབུ་མ་འཇུག་པ་རྩོམ་པའི་སྐབས་ལ་དེ་ནི་ཆོས་སྤྱོད་ཀྱི་ཚུལ་ལ་མཉེས་བྱེད་ཆེན་པོ་ལ་བསྟོད་པ་མཛད། དེ་ནས་མཉེས་བྱེད་ཆེན་པོ་ཁྱེར་ཏེ་ན། ཐེག་པ་ཆེན་པོའི་ལམ་གྱི་ཉམས་ལེན་མཛད་མཁན་གྱི་ཡིན་ན་དེར་མཉེས་བྱེད་ཆེན་པོ་ཐོག་མར་བསྐྱང་ཆུ་ཡི་སེམས་མ་ཤེས་མེད་ངན་ལ། གལ་ཆེན་པོ་ཁག་ཆེན་པོ་ཡིན་མཁན། བྱང་ཆུབ་ཀྱི་སེམས་ཡུལ་ལ་ལྡན་པའི་རྟིང་ནས་ཡང་བར་དུ་ངེས་ཤེས་ཆེན་པོ་ཁག་ཆེན་པོ་ཡིན་མཁན། དེ་ནས་ངེས་ཤེས་ཆེན་པོ་མཚོན་པས་དེ་ནས་ཕར་ཕྱིན་དྲུག་ལ་སོགས་པ་ཉམས་ལེན་མཛད་དེ་དེ་ནས་སངས་རྒྱས་ཀྱི་གོ་འཕང་ཐོབ་པའི་རྟིང་ནས་ཡང་དེ་ནས་ངེས་ཤེས་ཆེན་པོ་ཁག་ཆེན་པོ་ཡིན་མཁན་པོ་གསུངས་པ་ཟེར་ནི། དེ་ནས་བ་ལན་ཟླ་བ་འདྲ་བས་དེ་ནས་ངེས་ཤེས་ལ་ཐོག་མར་འདོད་ཆགས་མཛད། མཛད་པ་ཙམ་དུ་མ་ཟད་དེ་ནས་གཞན་རིན་པོ་ཆེ། དེ་ནས་རྗེ་བཙུན་རེད་མདའ་བ་ལ་བསྟོད་པ་ཕུལ་ཡ་དང་པོ་ཁོ་ན་ལམ་གྱི་གཞི་རྩ་ལམ་གྱི་མང་གཞི་རྫོགས་ཚེ་དེ་ནས་མིག་མེད་བརྩེ་བའི་གཏེར་ཆེན། མིག་མེད་བརྩེ་བའི་གཏེར་ཆེན། མིག་དཔའ་མེད་པའི། ལ་མྱི་བྱེད་ལ་མིག་མེད་མིག་མེད་ལ་མིག་པའི་མྱི་བྱེད། སེམས་ཅན་ལ་མིག་པའི་མྱི་བྱེད་ཆོས་ལ་མིག་པའི་མྱི་བྱེད་ལ་སོགས་པའི་ཡོད་པས་ནི་གཙོ་བོ་དེ་ནི་ཁ་ཆེ་ཤོག་བུ། མིག་མེད་ལ་སོགས་པའི་མིག་མེད་ལ་མིག་པའི་མྱི་བྱེད་བཞི་ལ་སྦྱར་ཏེ། དེ་ནི་དང་པོ་ལམ་གྱི་གཞི་ལྟ་བུ། འདི་ནི་དྲི་མེད་མཁྱེན་དཔོན་པོ་འཇམ་པའི་ཡང་བཞུགས་ཡན་ལག་བསྟན་ལས་ལམ་གྱི་སྤྲོ་ལྷག་པོ་ཡིན་པ། འདི་ནི་དེ་འདྲ་བའི་ཉེས་བྱས་ཆེན་པོ། བཞི་ལ་བཞག་པའི་ཉེས་བྱས་ཆེན་པོའི། རྒྱུ་བཅས་ནི་སྐྱེས་པའི་བྱང་ཆུབ་ཀྱི་སེམས་དང། འདི་ནི་སྟོང་ཉིད་རྟོགས་པའི་ཤེས་རབ་གཉིས། ཟུང་དུ་འབྲེལ་བའི་ལམ་སྟེ། མདོ་དང་ངག། ཉམས་ལེན་དཀའ་ཚུལ་གྱི་མཛད་མཁན་ཡིན་ན་ཉི་རྒྱལ་གྱི་ཨབ་སོ་ཡོད་དགོས་མཁན་ཡིན་མཁན་པོ། དེ་ནི་རྩལ་དུ་འདོན་ཏེ་གསུངས་པ་ཟེར་ནས་དེའི་ཆ་ནས་ཡང་མི་སེར་མ་རྩ་བ་ཆེན་པོ་ཡིན་ནོ། ད་ལྟའི་ཁར་ཡང་ང་ཉིད་ཇག་ཚང་མ། ལོ་རྒྱུས་ཀྱི་གཞུན་དེ་ནི་ངས་མ་བོས་ལ་དེ་ནི། ད་ནི་མི་མ་ཡིན་པ། མ་ནུས་པ་ཆེན་པོ་ཞིག་ཡོང་སྟེ་དེ་ནི་མི་མང་པོ་ལ་གནོད་ཅིང་འཚེ་བ་བྱས་པ། དེ་ནུད་ཅིང་འཚེ་བ་བྱེད་པའི་སྐབས་ལ་དེ་ནི་མི་དེ་དེ་ནི་ནད་པ་མང་པོ་ཞིག་དེ་ནི་ལཱ་མ་ཞིག་འཇའ་ལས་བསྐྱོད་བྱས་ལ་དེ་ནི་ལཱ་མ་བའི་མི་ཚང་མ་ལ་དེ་ནི་ཉིན་ཞག་ཕྱེད་ཙམ་མ་མིག་སེར་མ་འདོན་སོང་མིག་སེར་མ་འདོན་ཡོད་ཁ་སོང་སོང་བས་དེ་ནི་ཡང་དེ་ཡང་ཨོ་དེ་མི་མ་ཡིན་པ་བའི་ནུད་པ་མ་ཤུགས་ཆེ་རུ་ཆེ་རུ་ཆགས་བྱས་ལ་དེ་ནི་དེ། བླ་མས་དེ་ནི་མི་མ་ཡིན་ནུས་པ་ཅིག་ཁོ་རང་ཡོང་བར་འབོད་དེ་འཁྱོངས་ཏེ། དེ་ནི་ཁྱེད་རང། ནི། ཉི་མ་དེ་རིང་ནས་བཟུང་སྟེ་དེ་ནི་མིག་སེར་མ་འདོན་མཁན་སུ་ཞིག་ན་གྱོད་བར་ཆད་བྱེད་མི་ཆོག་བཏང་ན་བར་ཆད་བྱེད་ན་མི་འགྲིག་མོ་དེ་ཁོང་ངས་དེ་ནི་མི་མ་ཡིན་པ་ལ་དགའ་དགོས་དང། དགའ་དགོས་ཟེར་ན་བྱེད་མི་ཆོག་ཟེར། དེ་ནི་དམ་བཅའ་ཟེར་ན་དེ་ནི་མིག་སེར་མ་འདོན་མཁན་ཀུན་ལ་ངས་ནུས་པ་མི་འཇོག་ཟེར་ཏེ་ཁྱེད་རང་དམ་བཅའ་བཞོག་མོ་དེ། དེ་ནི་འགག་སྒོའི་དམ་བཅའ་བཞག་པའི་སྟེང་ནས་དེ་ནས་དེ་མི་མ་ཡིན་པ་བོས་མི་སེར་མ་འདོན་མཁན་ཀུན་ལ་སུ་གཅིག་ལ་ནུས་པ་ཤར་མ་ཐུབ་ཀ། བཟུང་བ་ཟེར་ནས་ཧོར་རང་ཚང་མས་མི་སེར་མ་འདོན་ན་ཕན་ཐོག་མ་ཆེན་པོ་ཡོད་ཀ། ད་ནི་མི་སེར་མ་འདོན་རྒྱ་ལ་དེ་ན་ཧོར་རང་ངས་བསམ་པ་ག་ཟུ་ཞིག་བསགས་ལོག་ནོ་བཞུགས་ན། ད་ཧོར་རང་སྤྱི་ཚོགས་གཅིག་ལ་འདས་ཕྱིན་ཆད་ལ་མི་སུ་ཞིག་ན་དེ་ནི་གོ་བར་ཆོད་མེད་མཁན་ཅིག་མེད་ཀ། བར་ཆད་ཆེ་ཆུང་མེད་མཁན་ནི་མི་གཞན་མ་ནི་མེད་དཀའ། དེ་ནི་བར་ཆད་ལ་ཡང་ཚེ་འདི་ལ་བར་ཆད། ཡང་གཞོན་ནུར་ལོངས་སྤྱོད་ལ་བར་གཅོད། ཡང་ནི་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་སྐྱེ་བ་ལ་བར་གཅོད། ལམ་བསྒོམ་པ་ལ་བར་གཅོད། མཚམས་ལ་འདེབས་པ་ལ་བར་གཅོད་ལ་སོགས་པ་བར་ཆད་དང་ཆོས་ལ་བར་ཆད་དང་ཆོས་མ་ཡིན་པའི་ཕྱོགས་ལ་བར་ཆད་ཉིད་ཡོད་པའི་ནང་ནས་ནི་བར་ཆད་ཉིད་ཀ་བཞི་བའི་ཆེད་དུ། ང་མི་སྲིད་མ་བདོས་ནས། ཨོ་ཡ་སོ་སོའི་རྒྱུད་ལ་བརྩེ་བ་ཉིད་ཤས་ཆེན་པོ་རྒྱུད་ལ་སྐྱེ་བའི་ཕྱིར་དུ་མི་ཚིག་མ་གདོད་ནས་རང་རང་གི་རྒྱུད་ལ། དེ་ནས་ཟབ་མོ་སྟོང་པ་ཉིད་རྟོགས་པའི་ཤེས་རབ། ཆེ་བ་གསལ་བ་ཟབ་པ། རྒྱུད་ལ་སྐྱེ་བའི་ཕྱིར་དུ་ངས་མི་ཚིག་མ་གདོད་ནས། དེ་ནས་ཉོན་མོངས་པ་དུས་ཆུ་དག་གི་རྒྱུ་ལས་སྤུའི་བདུད་ལ་སོགས་པའི་བདུད་བཞི། བཅོམ་པའི་ཕྱིར་དུ་ངས་མི་ཚིག་མ་གདོད་ནས། དེས་ན་ནས་བདུད་ཀྱི་ནང་ནས་བས་ནས་བདུད། དེ་ནས་ཐུ་ཤོག་བུ་སོག་ཤོག་བུ་དེ་ནི་སོ་སོའི་རང་རྒྱུད་ཀྱི་དེ་ནི་མ་རིག་པ། མ་རིག་པ་དེ་གང་ལ་བརྟེན་པ་གང་ལ་མ་རིག་པ་དེ་གནས་པར་བྱེད་པའི་རྒྱུ་གལ་ཏེ་ན་སོ་སོ་རང་རྒྱུད་ཀྱི་རླུང་མ་གཞིལ་བ་དེ་གཞིལ་བའི་ཕྱིར་དུ་ང་མི་སྲིད་མ་འདོན། དེ་ནི་མི་སྲིད་མ་འདོན་པའི་དེ་ནི་ནུས་པ་དང་བྱིན་རླབས་ལ་བརྟེན་ནས། ནི་མདོ་སྔགས་ཀྱི་ཉམས་ལེན་ལམ་ཡོངས་རྫོགས་ལ་ཉམས་ལེན་བྱས་ནས་བཅོལ་ཏེ་དེ་ནས་སངས་རྒྱས་ཀྱི་གོ་འཕང་ཐོབ་པ་ཡིན་ངེས་སྐྱོན་བསམ་པའི་བསམ་པ་སལ་ལེ་མི་སེར་མ་འདོན་དགོས་ཤེས་ནོ། དཔེར་ན། མིག་མེད་བརྩེ་བས་བདེ་ཆེན་སྤྱན་རས་གཟིགས་ཚིག་དང་པོ་འདོན་ཡོད་ལ། དེ་ནས་བཞེད་རིན་པོ་ཆེ་དང་འཕགས་པ་སྤྱན་རས་གཟིགས། ངོ་བོ་དབྱེར་མེད་ཡིན་བསམ་པའི་ཚིག་དང་པོ་འདོན། དེར་དྲི་མེད་མཁྱེན་པའི་དབང་པོ་འཇམ་པའི་དབྱངས། ཞེས་པའི་ཚིག་འདོན་པའི་སྐབས་སུ་གཞན་རིན་པོ་ཆེ་དང་རྗེ་བཙུན་འཇམ་པའི་དབྱངས་ངོ་བོ་དབྱེར་མེད་ཡིན་བསམ་པའི་བསམ་པ་གསལ་ཏེ་དྲི་མེད་མཁྱེན་པའི་དབང་པོ་འཇམ་པའི་དབྱངས། དེ་ནས་གཞན་རིན་པོ་ཆེ་དང་གསང་བདག་ཕྱག་ན་རྡོར་བཞི་ཉིད་ངོ་བོ་དབྱེར་མེད་ཡིན་བསམ་པའི་སྟེང་ནས་བདུད་དཔུང་མ་ལུས་འཇམ་རྩལ་གསང་བའི་བདག། གངས་ཅན་མཁས་པའི་གཙུག་ཡན་ཙོང་ཁ་པ་བཞུགས་ཡ་ལ། དེ་ནས་དེ་རིགས་གསུམ་གཅིག་ཏུ་འདུས་པ། དེ་ནས་སྤྱན་རས་གཟིགས་དང། རྗེ་བཙུན་འཇམ་པའི་དབྱངས་དང། ཉིན་རེ་གྱི་ལ་འཕགས་པ་སྤྱན་རས་གཟིགས་ཤེས་རབ་ཀྱི་ལ་རྗེ་བཙུན་འཇམ་པའི་དབྱངས། མཐུ་སྟོབས་ཀྱི་ལ། ནས། གསང་བདག་ཕྱག་ན་རྡོ་རྗེ་དེ་གསུམ་ངོ་བོ་གཅིག་ཏུ་འདྲེས་པ་དེ། རྗེ་རིན་པོ་ཆེ། བློ་བཟང་གྲགས་པ་ཡིན། ཁོང་ཨ་ནི་བོད་གངས་ཅན་གྱི་ལྗོངས་ལ། དེ་ནི་ཁྱད་འཕགས་ཡོངས་རྫོགས་ཀྱི་གཙུག་གི་རྒྱན་ལྟ་བུ་ཡིན། ང་ཡང་དེ་ལྟ་བུ་ཡོང་བར་ཤོག་བསམ་པའི་སྨོན་ལམ། འདི་ནི་ས་གླིང་ཞིག་དང་མི་སེར་མ་འདོན། ཟེར་རྒྱུ་ཆེ་གཅིག་ཏུ་ཡིན། དེ་ནི་ད་ང་ཉིད་ཆ་ཚང་མ་དེ་ནི་རྗེ་རིན་པོ་ཆེ་དེ་ནི་དགོངས་རྫོགས་བཀའ་ལན་ངམ་ཆོས་དང་འབྲེལ་བའི་སྒོ་ནས་དེ་ནི་ཡང་དག་ཚགས་ཚིག་བཅད་གཅིག་ཡོངས་གྲགས་བརྗོད་ནས་ཨ་ཁུ་ཚང་མའི། དེ་ནས་ཁ་ནས་འདོན་དེ་གན་གཅིག་ཏོ་ཡིན་ནོ་ད་ས། གངས་ཅན་ཤིང་རྟའི་སྲོལ་འབྱེད་ཡང་ན་ཧྲོལ་འབྱེད་ཙོང་ཁ་པ། དངོས་སྟོབས་རིག་པའི་དབང་ཕྱུག་རྒྱ་ཚབ་བཞེས། མདོ་སྔགས་བསྟན་པའི་བདག་པོ་མཁས་གྲུབ་བཞེས། རྒྱལ་བ་ཡབ་སྲས་གསུམ་ལ་ཕྱག་འཚལ་ལོ། དེའུ་ཁྱེད་དེ་ན་ཡབ་སྲས་གསུམ། དེ་ནས་ཡར་ཚེས་གསུམ་མའི་ནང་ནས་དེ་ནས་བཞེས་རིན་པོ་ཆེ་ལ་དེ་ནས་ཕྱག་ཕུལ་བ་དང་སྟོད་བོད་སོགས་ལ། གངས་ཅན་ཤིང་བསྲེགས་ཧྲོལ་རྒྱས། གངས་ཅན་ཟེར་ན་བོད་གངས་ཅན་གྱི་ལྗོངས། དེ་ནས་བོད་གངས་ཅན་གྱི་ལྗོངས་ལ་དེ་ནས་ཤིང་བསྲེགས་ཧྲོལ་རྒྱས་མཁན་པོ། དེ་ནས་བཞེས་རིན་པོ་ཆེ་ཡིན་ནོ་གསུངས་དོན་དག་པོ། དེ་ནི་གཞན་རིན་པོ་ཆེ་ག་གཟུགས་ཡིན་ནོ་དེ་ནི་གཞན་རིན་པོ་ཆེ་བཟང་ངུར་ལ་དེ་ནི་དགེ་ལུགས་བཟང་ངུར་ལ། ས་སྐྱ་དང། ས་སྐྱའི་བཟང་ངུར་ལ་དགའ་རྒྱུ་དང། དགའ་རྒྱུ་ཡི་ཉོན་ལ། དེ་ནི་རྙིང་པའི་རྙིང་མའི་དེ་ནི་སངས་རྒྱས་ཀྱི་བསྟན་པ་རྙིང་མའི་བསྟན་པ། བཀའ་བརྒྱུད་ཀྱི་བསྟན་པ་ས་སྐྱའི་བསྟན་པའོ། མ་རྒྱ་ཆེན་པོ། པོ་ལ་ལྟར་ཚ་དེ་ནོར་བ་དེ་ནི་གཞན་རིན་པོ་ཆེ། གངས་ཅན་གྱི་ཞིང་སྟེ་ཧྲོ་ཧོལ་འཇིགས་མཁན་པོ་ག་གཟུགས་ནོ་བཞུགས་ན། དེ་ནི་ཏུའུ་ལ་དྭགས་མ་ནི་འགྲེལ་བཤད། མ། དེ་ནས་རྒྱ་ཆེན་པོ་ཞིག་དང། གཏིང་ཟབ་པོ་ཞིག་དེ་ནས་བཞུགས་གོ་ཞོལ་ཁ་བ་དེ་ནས་དུས་ཚོད་ཀྱི་རྐྱེན་གྱིས་དེ་ནས་ཅང་བཞུགས་ཐུབ་ཀྱི་མི་འདུག་ལ། བཞུགས་བྱའི་ནུས་བ་ཡང་དེ་ཙམ་གྱི་མི་འདུག། ཡིན་ན་ཡང་དེ་ནས་གངས་ཅན་ཤིང་རྟའི་སྲོལ་འབྱེད་པའི་དོན་དག་པོ་སྤྱི་ནོར་བཞུགས་ན། དེ་ནས་གཞན་རིན་པོ་ཆེ་ཁོང་བོད་གངས་ཅན་ལ་འཁྲུངས་ཤེས་དེ་ནས་མི་ཡུལ་ཉིད་ནམ་དེ་འཁྲུངས་དང་མཇལ་ཁ། དཔེར་ན་ཁ་སང་ངའི་ལམ་བའི་ཞུས་བན། འདི་ནི་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀུན་འདུས་ལ། ཤེལ་སྐྱ་ཀྱི་ཤེལ་དཀར་གྱི་འཕྲེང་བ་བོར་ནས་དེར་མ་འོངས་པ་ན། ཞེས་སངས་རྒྱས་བཅོམ་ལྡན་འདས་ཀྱིས་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་རིན་པོ་ཆེ་ངས་བསྟར་བར་བྱེད་ཀྱི་ཡིན། མོད་ལས་དེ་ནི་ཁོང་ངས་ཐུན་མོང་ཁྱབ་འཇུག་མཛད་མཁན་བཙོག་སའི། དེ་ནི་བོད་གངས་ཅན་གྱི་ལྗོངས་ལ་དེ་ནི་མདོ་སྔགས་ཟུང་དུ་འབྲེལ་བའི་སངས་རྒྱས་བསྟན་པ། བསྟར་བར་བྱེད་པ་ལ། དེ་ནས་ད་སངས་རྒྱས་བསྟན་པ་བཞུགས་ན་མ་རྒྱ་ཆེན་པོ་བྱ་ནོ། བ་རྒྱ་ཆེན་པོ་དཔེར་ན་ད་ས་བྷ་ལའི་ཡོན་ཏན་ནང་གཟུགས་ཀྱི་དོན་དུ། སྔོན་ཚེ་རྡོ་རྗེའི་གདན་དུ་རྒྱལ་བ་ལ་རིན་ཆེན་ཤེལ་གྱི་ཕྲེང་བ་བརྒྱ་རྩ་གཅིག་ལེགས་པར་ཕུལ་ཏེ་བྱང་ཆུབ་སེམས་བསྐྱེད་ནས། ཡང་དག་ལྟ་བ་རྟོགས་པའི་ག་ལེན་གྱུར། ཧ་ལེན་གྱུར་ཟེར་ཏེ། དེ་ནས་རྗེ་རིན་པོ་ཆེ་བོད་གངས་ཅན་གྱི་ལྗོངས་ལ་དེ་ནས་འཁྲུངས་ཤིང་དེ་ནས་ཐུགས་སྨོན་མཛད་རྗེས་ལ་རྒྱུ་མཚན་གཉིས་ཡོད་ཀ། དེ་ནས་རྒྱུ་མཚན་དང་པོ་དེ་ནས་སངས་རྒྱས་ཀྱི་བསྟན་པའི་གཞི་མ། གཞི་རྩ། དེ་ནས་དགེ་འདུན་གྱི་སྡེ་ལ་རག་ལན། དེ་ནས་དགེ་འདུན་གྱི་སྡེ་ལ་རག་ལས་མ་ལས་ཟེར་རིན་པོ། དེ་ནས་དགེ་འདུན་གྱི་སྡེ་ག་རུ་ཡོད་ན་ཡང་དགེ་འདུན་སྡེ་རྣམས་དེ་ནས་སོ་སོའི་སོང་བཞག་པའི་དེ་སོ་ཐར་གྱི་ཚུལ་ཁྲིམས་པོ་ལས་པར་ལྷུང་མ་ལྷུང། སོ་ཐར་གྱི་ཚུལ་ཁྲིམས་པོ་རྣམ་པར་བརྟག་མ་བརྟག་ཚུལ་ཁྲིམས་པོ་དེ་ནས་གཞི་གསུམ་གྱི་ཉམས་ལེན། ད་གཞི་གསུམ་གྱི་ཉམས་ལེན་ཞུ་ན་དེ་ནས་གསོ་སྦྱོང། ཡར་ནི་དགག་དབྱེ། དེ་གཞི་གསུམ་གྱི་ཉམས་ལེན། དེ་ན་ནི་འདུལ་བའི་ཉམས་ལེན། བྱས་ཙང་སངས་རྒྱས་ཀྱི་བསྟན་པའི་གཞི་རྩ། འདུལ་བའི་ཉམས་ལེན། ཡང་ན་སངས་རྒྱས་ཀྱི་བསྟན་པའི་གཞི་རྩ། ལག་པ་ཚུལ་ཁྲིམས་ཀྱི་བསླབ་པའི་ཉམས་ལེན། བསླབ་པ་ཚུལ་ཁྲིམས་ཀྱི་ཉམས་ལེན་པོ། བརྒྱ་ལ་ཅི་ཡོང་མ་ཡོང་ཟེར་བོ་དགེ་འདུན་གྱི་སྡེ། དེ་དགེ་འདུན་གྱིས་དེའི་ཚུལ་ནི་རྣམ་པར་དག་མ་དག་ཅིང་རིན་པོ་ཆེ་གསུམ་གྱི་ཆོ་ག་ལ་རག་ལས་པར་གསུངས་པས་ནི། དེ་ནི་གཞན་རིན་པོ་ཆེ་ཁོང། དེ་ནི་སྤོས་གངས་ཅན་གྱི་ལྗོངས་ལ། དེ་ནི་སྐུ་སྐྱེ་རྗེའི་མི་ཡུལ་གཅིག་པོ། དེ་ནི་འདུལ་བའི་བསྟན་པ་ལ་རྟག་ཐལ། འདུལ་བའི་བསྟན་པ་ལ་མ་རྟོགས་པ་དང་ལོག་པར་རྟོགས་པ་དང་ལ་སོགས་པའི་དེ་ནི། སྐྱོན་ཆ་མང་པོ་ཡོད་མཁན་ཚང་མ་པ་རྟག་ཐལ་མཛད་བྱས་ལ་དེ་ནི་གཞན་རིན་པོ་ཆེ་ཁོང། དགུ་སྐྱེས་རྗེས་དེ་ནས་སོང་པ་ཚེ་ནས་རྗེ་རིན་པོ་ཆེ་མ་ཕེབས་ངུར་ལ། དེ་ནས་འདུལ་བའི་བསྟན་པ་དང་འདུལ་བའི་ཉམས་ལེན་ཡོ་ག་པ་ཡིན་ན་ཡང་འདུལ་བའི་ཉམས་ལེན་བྱེད་ཚུལ་ལ་དེ་ནས་རྣམ་པར་བརྟགས་པ་དང་མ་བརྟགས་པ་མང་པོ་ཡོད་པས་ན་དེ་རྗེ་རིན་པོ་ཆེ་གིས་དེ་ནས་སངས་རྒྱས་ཀྱི་བསྟན་པའི་གཞི་རྩ། འདུལ་བའི་ཉམས་ལེན་པོ་ཕྲ་ཞིང་ཕྲ་བ། རྣམ་པར་བརྟགས་པ། མ་རྟོགས་པ་དང་ལོག་པར་རྟོག་པའི་དེ་ནས། དྲི་མ་ཙམ་ཡང་མེད་པར་མཛད་དེ་སངས་རྒྱས་ཀྱི་བསྟན་པ་གཞི་བཟའ། དེ་ནས་འདུལ་བའི་ཉམས་ལེན་པོ། ཕྲ་ཞིང་ཕྲ་བ་གསལ་ཅིང་རྒྱས་པར་མཛད་པ་ས་ནི་དེ་ནི་གངས་ཅན་བསྐལ་པའི་ཞིང་སྟེ་སོ་མཇལ་བཞུགས་ནོ། དེ་ནས་གཞན་རིན་པོ་ཆེ་མ་དཔལ་མགོན་ལ་དེ་ནས་ཡང། དེ་ནས་ལུང་པ་མང་པོའི་ནང་ལ་བོད་ལ་ལུང་པ་མང་པོའི་ནང་ལ་དེ་ནས་ཡང། ཉམས་ལེན་མཛད་མཁན་མང་པོ་ཞིག་གིས། ངའང་ཉམས་ལེན་བྱས་ན་དེ་ནས་སྡོམ་པ་ཧྲུལ་མགོ་དོན་མ། སྡོམ་པ་ཧྲོང་སྤྱི་བོར་སྐྱེས་འདུག་ན་དེ་ནི་ཉམས་ལེན་རྒྱ་ཆེན་པོ་ཅིག་བཅོ་མ་ཐུབ་ན་སྡོམ་པ་ཧྲོང་དགོས་དོན་ནོ། དེས་ན་ནི་གེ་ཚུལ་ལུང་གི་སྡོམ་པ་ཧྲོང་དགོས་དོན་མ་སུ་བས་ན་མང་པོ་ཡོད་ཀ། གསུངས་པ་ཚེ་ནི་བཞེས་རིན་པོ་ཆེ་གིས་དེ་ནི་སངས་རྒྱས་ཀྱི་བསྟན་པའི་གཞི་རྩ། དེ་ནི་འདུལ་བའི་ཉམས་ལེན་པོ། ལ་བརྟག་ཐེར། མཛད་རྗེས་མི་ཡུལ་དང་པོ་ཁུར་བ་ཚེ་ནི། དེ་ནི་གངས་ཅན་ཞིང་དེར་ཧྲོལ་ཆེ་ཟེར་ན་བཞེས་རིན་པོ་ཆེ་ཕེབས་པའི། མ་ཕེབས་པའི་ངོན་དང་རྗེ་རིན་པོ་ཆེ་ཕེབས་པའི་སྟེང་ནས་བོད་གངས་ཅན་གྱི་སངས་རྒྱས་ཀྱི་བསྟན་པ་ལ་འགྱུར་བ་མ་ཆེན་པོ་སོང་སྐབས། ཉིན་པར་གྱི་གངས་ཅན་ཤིང་རྟའི་སོ་མཇལ་བཞུགས་ཡ་ལ་བོད་ལ་རྙིང་མ་དང་བཀའ་བརྒྱུད་དང་ས་སྐྱ་ཀྱི་བསྟན་པ་དེ་རྒྱ་ཆེན་པོ། ཏཱ་རྷ་པ་ཡིན་ན་ཡང་དེ་ནས་ཡང་པཱ་རྷ་བཞིན་ཡང་མདོ་སྔགས་ཀྱི་གཞུང་ལ་ཡང་དེ་ནས་དེ་ནས་མ་རྟོགས་པ་དང་ལོག་པར་རྟོག་པའི་འཁྲུལ་པའི་དྲི་མ་མང་པོ་ཞིག་ཡོད་པས་ན་དྲི་མ་དེ་དག་བསལ་བའི་ཕྱིར་དུ་དེ་བཞིན་རིན་པོ་ཆེ་གི་སྔགས་ཀྱི་གཞུང་དེ་ཚོ་དེ་ནས་དག་ཐེར་མཛད། ཅེས་དེའི་ནང་ནས་དེ་ནས་རིམ་ལྔའི་སྐོར། དེའི་ནང་ནས་ད་ཨ་ཡིན་ན་ཉིས་ཆ་མང་པོ་ཞིག་ལ་བཞུགས་ནས་མཁན་ཆེན་མ་ནོར་བ། སྒྱུ་ལུས་ཀྱི་སྐོར། འོ། ལ་དེ་ནི་མ་རྟོགས་པ་དང་ལོག་པར་རྟོགས་པ་མང་པོ་ཡོད་པའི་ནང་ནས་དེ་ནི་གཙོ་བོ་རྗེ་རིན་པོ་ཆེ་ཀའི་ངག་གི་གཞུང། དེའི་ནང་ནས། བླ་མེད་ཀྱི་གཞུང། དེའི་ནང་ནས། རིམ་ངེས་རིམ་ངག་ལ་མི་རྟག་ཐེར། འཛིན་པའི་བི། ནི་གོ། གངས་ཅན་ལྗོངས་ལ་འཁྲུངས་ཏེ་དེ་ནི་རིམ་ངེས། ཧོར་པོ་ལ་མ་རྟོགས་པ་དང་ལོག་པར་རྟོགས་པ་དེ་ནི་ནི་སྒྱུ་ལུས་ཀྱི་སྐོར་ལ་མ་རྟོགས་པ་དང་ལོག་པར་རྟོགས་པ་གསལ་བར་མཛད་པ་ས་ནི་དེ་ནི་གངས་ཅན་ཞིང་སྟེང་སོགས་མཇལ་བཞུགས། གསུངས་པ་ཟེར་ནས་དེ་ནས་དེ་ནས་བཞེད་རིན་པོ་ཆེ་ལ་འདུད་པ་ཅེས་དང་མིག་སེར་མ་དང་གངས་ཅན་གངས་ཅན་ཤིང་རྟའི་ཟོར་འཇལ་ལ་སོགས་པ་དང་ཙོང་ཁ་བརྒྱད་ཅུ་ལ་སོགས་པ་ཚང་མ་རྣམ་ཐར་དད་པའི་འཇུག་ངོགས་དང་རྣམ་ཐར་བཞེད་པ་དང་དེ་ཚོ་སིལ་ན་ཡས་ཚང་མ་ལོག་ག་མཛད་ན་དེ་ནས་བཞེད་རིན་པོ་ཆེ་རིན་པོ་ཁ་གཟུགས་ཀྱི་བྱུང་དོ། དེ་ནས་བཞེད་རིན་པོ་ཆེ་བཤོལ་ཏེ་ཕེབས་ཏེ་དེ་ནས་བོད་གངས་ཅན་ཡིད་འབྱུང་ལ་སངས་རྒྱས་ཀྱི་བསྟན་པ་ལ་འགྱུར་བ་ཁ་གཟུགས་ཀྱིས་གསུངས་དོ། དེའང་ན་གཞོན་ཨ་ཧོ་རང་དག་ས། ལ་དྭགས་ནང་ལོགས་ལ་ད་ལ་དྭགས་དང་བཟང་ཧར་དང་ཀ་རུ་ཡིན་ན་དེ་ནས་གཞན་རིན་པོ་ཆེའི་མཚན་པའོ་སྐད་དེ་ན། ཨ་ཧོ་རང། ལ་དྭགས་བཟང་ཧར་ཕྱོགས་ལ་ག་ཟུག་ཅིག་ལ་ལྟར་དོ་བཟང་པོ་ཚང་མ་མཁྱེན་མཁྱེན་ཐུབ་པའི་ནོ། དཔེར་ན་གཞན་རིན་པོ་ཆེའི་ཞག་བཅུ་པའི་སྐབས་ལ་གཞན་རིན་པོ་ཆེ་ལ་ངོ་ལོ་མང་པོ་ཡོད་པའི་ནང་ནས། གཞན་རིན་པོ་ཆེའི་བསྟན་པ་ཕྱོགས་མཐར་འཕེལ་བའི་དར་ཆེན་བརྒྱད། གཞན་ནས་ནང་ནས་དེ་ནས། ཤེས་རབ་བཟང་པོ་བརྗོད་འཇུག་ག། ད་ཤེས་རབ་བཟང་པོ་ལ་གཉིས་ཡོད་ག། ལྟོས་ཤེས་རབ་བཟང་པོ་དང་མེད་ཤེས་རབ་བཟང་པོ་གཉིས། དེ་ནས་ལྟོས་ཤེས་རབ་བཟང་པོ། དེ་ནས། བོད་ལ་ཕེབས། བོད་ལ་བབས་ནས་གཞན་རིན་པོ་ཆེའི་ཞབས་ལ་གཏུགས། གཞན་རིན་པོ་ཆེ་གི་ངོ་སློབ་གཙོ་བོར་གྱུར་ནས་དེ་དེ་དེ་ནས་གོང་གཞན་རིན་པོ་ཆེ། དེ་ནས། བཀའ་སློབ་ལམ་སྟོན་མཛད་མཁན་གཙོ་སེ་དེ་ནས་གུ་ལའི་གུ་ལས་ལ་དེ་ནས་ལ་དྭགས་ཕྱོགས་ལ་བཞུད་དེ་དེ་ནས་དྭགས་ས། ཁྲིག་སེ། ལ་སོགས་པའི་དེ་ནས་དགེ་ལུགས་ཀྱི་བསྟན་པའོ། དེ་ནས་དེ་བསམ་ཁྱབ་པར་མཛད་རྗེས་ཡང་དེ་ནས་ཁོང་བཀའ་དྲིན་ནོ། ཁོང་ཡང་དེ་ནས་བཞེས་རིན་པོ་ཆེ་བཀའ་དྲིན་ནོ། དེ་ནས་བཞེས་རིན་པོ་ཆེའི་དགའ་ལྡན་ངམ་ཆོས་གསུང་བྱེད་ཞུས་ལ་སྤྱིར་ན་ཞེའུ་ཕོ་མོ་ཚང་མས་གསུང་ཚུལ་རྒྱ་ལ་མཛད་དགོས་ཞེས། དེའི་ནང་ནས་དེ་ནས་དགེ་ལུགས་མགོན་པོ་ཚང་མས་ད་ངར་ཡུན་རྫོགས་བྱེད་ཅིག་ཕྱག་མཆོད་མེ་བཞིན་ཕུལ་ཏེ། དེ་ནས་འདོན་པ་ཅིག་འདོན་པ་ཙམ་མ་ཡིན་པར་བཅུག་ན། དེ་ནས། གཞས་རིན་པོ་ཆེའི་ནམ་ཟླ་རོ་ལ་མཛད་མིའི་བགྲོ་གླེང་མཛད་རྗེས། དེར་གཞས་རིན་པོ་ཆེ་གི་གཞུང་བྱང་ཆུང་ལམ་རིམ་ཆེན་མོ་དང། དགོངས་པ་རབ་གསལ་དང་རྩ་ཤེའི་སྒྲིག་ཆེན་དང་རིམ་ལྔ་གསང་སྒྲོན་ལ་སོགས་པ་ཡང་དེ་ནས་གོ། གཞས་རིན་པོའི་གསུང་འབུམ་པོ་ལྗགས་ཀློག་མཛད་ཐུབ་ན། དེ་ནི་གཞས་རིན་པོ་ཆེའི་དེ་ནས་གསུང། དགོངས་སྤྱོད་པོ་ཧྲུང་བའི་ཧྲུང་གོ་ཆོད་དོན་ནོ། དཔེར་ན་ད་གཟོད་རྒྱལ་བ་རིན་པོ་ཆེའི་ཐེག་པ་མང་པོ་གསུང་ཡོན་པོ་འགྱེད་ཙམ་ལའང་རྒྱ་ཆེ་ཡོད་དཀའ། དེ་ནས་ཁྱི་སྤྱང་ར་ཚང་མས་ང་བཀྲེན་ཏེ་ངའི་ལུས་པོ་བཀྲེན་ཏེ་ང་བཀྲེན་ཏེ་ཕན་ཐོགས་མ་གནང། ངས་ཁྱི་སྤྱང་ཚང་མ་ལ་འདི་བྱེད་འདི་མ་བྱེད་ཀྱིས་དེ་ནས། ག་ལོ། འདི་བྱེད་འདི་མ་བྱེད་བཅོས་མ་བཅོས་ཚན་པོ། སྟེ་ཚིག་པོ། བསམ་པ་གསལ་ཏེ་དེ་ཉི་མ་ཉི་མས་ན་ཉམས་ལེན་བཅོས་ན་དེ་ནས་ང་བཀྲེན་པའི་བཀྲེན་ཁོ་ཆོད་ལྡན་ནོ། རྫས་དཔག་དགུ་ལས་གསུང་གི་ནི་རྫས་དཔག་མཆོག་ཡིན་དེ་ཡང་ནི་དེ་ཉིད་ཡིན་ཕྱིར་མཁས་པ་ཡི། འདི་ལ་སངས་རྒྱས་བཞེད་དྲན་བརྗོད། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས། དུས་ཆེན་གསུམ་འཛོམ་བཞུགས་ཡོད་ལ་དེ་ནས་གཞན་རིན་པོ་ཆེ། ལ་གསེར་གྱི་ནི། སྐུ་གཟུགས་ཆེན་མོ་ཡོ་ག་ཁོང་ལ་གསེར་གྱི་མདོག་ཅན་ཡོ་ག་ཟེར་ནས་ཕེབས་ན་མ་རུང་ཞེས་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས། ལ་ལོ་ཉེས་བྱས་བུ་ཆེ་ཁ་ཆེན་པོ་ལ་སོང་བ་སེ་ནི་དགེ་ལུགས་དགོན་པར་མཚམས་མེད་དེ་ནས་དོ་རེ། དགའ་ལྡན་ངམ་ཆོས་ཡ་ལ། དེ་ནས་སོ་སོའི་དགོན་པ་སོ་སོའི་དེ་ནས་མཐུན་རྐྱེན་ལ་བབས་ཏེ་དེ་ནས་དགོན་པ་ནང་ལ་དེ་ནས་མཆོད་པ་བཤམས་ཏེ། དེ་ནས་གཞན་རིན་པོ་ཆེ་གི་གསུང། དེ་ནས་བུ་སྡིག་བཅོ་བརྒྱད་མདངས་དེ་རིང་ཚང་མ་ནས་ནས་དགོན་པ་ཚང་མ་ན་གཞན་རིན་པོ་གསུང་འབུམ་ཡོ་ག་དཔེ་གཟུགས་ཡོ་ག་དཔེ་རིན་ཡོ་ག་གཞན་རིན་པོ་ཆེ་གི་གསུང་འབུམ་བུ་སྡིག་བཅོ་བརྒྱད་པོ་ཀློག་ཐུབ་ན། ངས་བསམ་པ་ལ། དེ་ནས་རྗེ་རིན་པོ་ཆེས་དགོངས་རྫོགས་མཛད་རྗེས་གནང་ནས། གསུང་ཚིག་བརྗོད་རྗེས་ནས་མཆོག་ཏུ་གྱུར་པ་བཞིན་ནོ་ཟེར་མར་གསུངས་པ་ཟེར་ནས་དེ་ནི་སྟག་ཟ་ཧོར་ར་ངའི་ཟངས་ཧར་ཆུའི་ཚོགས་པ་ཡིན་ན་ཡང་ན་ཟངས་ཧར་དགོན་པ་ཚོགས་པ་ཡིན་ན་ནང་པའི་ཚོགས་འདུས་ཡིན་ན་ཚང་མ་གི་ཧོར་ར་གསུང་ཚིག་བཞུགས་ཚུལ་བོ། དོན་དང་མཐུན་པ་ཞིག་མཛད་དགོས་བཞིན་འདུག་དཔེར་ན། བླ་མ་མར་པའི་དགོངས་རྫོགས་སི་ཀྱ་ལ། ཡང་དགོན་ཡུལ་ཚང་མ་གི་སོ་སོའི་ནང་ལ་སོའི་ཕྱག་མཆོད་པ་ཚང་མར་དགྲ་ལི་ཅི་ཕྱག་མཆོད་པ་ཕུལ། དེ་ནས་ལམ་མ་མར་པས་གསུངས་པའི་དེ་ནས་གཞུང། རིམ་ལྔའི་རྩ་བ་ལ་སོགས་པ་དེ་མང་པོ་ཞིག་མེད་ཀ་ད་མང་པོ་ཞིག་ཧོ་འཇལ་བྱེད་མེད་ཀ་ན་སོང་ཚེ་རང་དང་རིམ་ལྔའི་རྩ་བ་ལ་སོགས་པའི་གཞི་ལམ་མ་མར་པས་གསུངས་ཅི་དང་ཅི་འདུག་སྟོད་དགོན་ཧ་ཝེལ་ལྗགས་ཀློག་མཛད་དགོས་ཤེས། ཡང་རྗེ་བཙུན་མི་ལ་རས་པས་དེ་ནས་དགོངས་སྤྱོད་ཚོགས་བརྒྱ་ལ་རྗེ་བཙུན་མི་ལ་རས་པའི་གསུང་མང་པོ་ཡོད་པའི་ནང་ནས་གཙོ་བོ་རྗེ་བཙུན་མི་ལ་རས་པའི་གསུང་མགུར། རྗེ་བཙུན་མི་ལ་རས་པའི་གསུང་མགུར་བཞུགས་ན་རྗེ་བཙུན་མི་ལ་རས་པ་ཁོང་རང་གིས་ཆོས་ཀྱི་ཉམས་ལེན་གྱི་བཀའ་ཟུར་ལ་མཛད། ལོ་མ་ལ་ཆོས་ཀྱི་ཉམས་ལེན་མཛད་ཟུར་ལ་བས་ནས་བཀའ་སློབ་ལམ་སྟོན་གསར་པའི་གསུང་རྗེ་ནོར་བཞི་བླ་མ་མར་པའི་གསུང་འབུམ་ལོག་རྗེས། དེ་ག་གཙོ་ཚ་བར་བཟང་ལ་དེ་ནས་མཁས་ཆེན་དམ་པ་མང་པོ་ཞིག་འཁྲུངས་སྐར་སྲུང་བརྩི་བྱུང་ལོ་འཁྲུངས་སྐར་བརྒྱད་ལ་ཡང

མོང་ཆར་གྱིས་དང། སྔར་མ་ཤེས་མཁན་གྱི་ཤེས་མདོག་གིས། མདའ་བུ་ཚོ་ཡི་ཆ་རུ་ཡིན་ན་ཉིས་བརྒྱ་ཙམ་མ་སུ་ཀྱི་སེམས་ནང་དོར་ལ་ཡང། ཡར་ལ་ནོག་བསམ་ན་ནི་ཉིས་བརྒྱ་ཉམས་ལེན་མཛད། དོ་ཁྱོད་ལ་ནོག་བསམ་པ་ཡིན་ན་ནི་གོ་འཕང་སྤོ་ན་འགྲིག་གི་ནོག་གོ། བཞུགས་མཁན་གྱི་བཞུགས་སྟངས་མ་ཤེས་ན་ཡང་ཉིས་བརྒྱ་གསན་མཁན་ངོས་ནས་གསན་ཤེས་ན་ཕན་ཐོགས་རྒྱ་ཆེན་པོ་ཡོང་ནོ་བསམ་མེད་ར། དེ་ནས་དེ་རིང་འཚམས་པོ་ངས་ཉིས་བརྒྱ་ཨེ་བསམ་གྱིས་ལ་བོར་རིན་ཚང་མ་ལ་འཇུ་ལས།